སངས་རྒྱས་ཀྱི་དགོས་པ་ཐོབ་པ་ལ་བསྐལ་པ་གྲངས་མེད་གསུང་གི་ཚོགས་བསགས་དགོས་རེད་ཟེར་ད་རིང། བསྐལ་པ་གྲངས་མེད་དེ་བས་ཧ་ལས་དགོས་ཡ་ཐང་བྱེད་དགོས་ཡ་འདྲ་པོ་ཅི་ཡོད་རེད་དེ། བྱང་ཆུབ་ཀྱི་སེམས་དེ་ཤུགས་ཆེན་པོ་ཡག་པོ་དགོངས་ཐུབ་ན། མགོ་དང་རྐང་ལག་རྗེས་མ་གཏོང་ཡ་རེད་པོ་འདུག་སུ་ཅང་ཤི་ཟིན་པའི་བྱ་དཀའ་བའི་སྤྱོད་པ་དེ་ཚོ་གནས་སྐབས་བྱེད་དགོས་མ་རེད། དཔེར་ན། རྗེན་པ་གཅིག་ཁོག་ལ་ཆགས་བཞག་དང་ཨ་ལས་རྗེན་པ་ལ་བྱས་ན། ད་ལྟ་ང་རང་ཚོས་རྗེན་པ་གཏོང་དགོས་བྱུང་ན། བེ་ཤ་དགུ་མ་རེ་ཟད་གཉིས་ཟད་སྤྲད་དགོས་ནའི་དེ་ཕམ་སེང་རྟོགས་སུ་ཡོང་ངེས་ཡོད་ད། ཞི་དྲག་རང་མེད་ན་ཕམ་སེང་ཡོང་གི་རེད་པ། ཕྱི་རྒྱལ་ལི་བ་དང་གློག་བརྙན་མེད་ཙང་སི་ན་ཟ་གི་ཟ་གི་སྤྲད་དགོས་ཡ་ད་མི་འདུག་བ། རྒྱ་གར་ལ་གློག་བརྙན་ཡོག་རེད་བེ་ཤ་གློག་བརྙན། བོད་ལ་ཡང་གློག་བརྙན་མང་པོ་ཡོག་རེད། ཡོག་རེད་དེ། ཨ་ནི་སི་ན་ཆེ་སྤྲད་མ་ནུས་ན་ཁོའི་འཕྲོ་ནི་འཕྲོ་གི་མ་རེད་གློག་བརྙན་ཡིན་ཙང། གྲོགས་ཀྱི་མ་རེད་མ་སྟེ་མཆོག་གི་རེད་དེ། སྲིད་ན་ས་ནི་མ་སྤྲད་པ་ཡིན་ན་ནི། བྱང་ཆུབ་སེམས་དཔའི་རྩ་བའི་ལྟུང་བ་བཅོ་བརྒྱད་ཀྱི་གྲས་ལ། སྲིད་ནས་ནོར་མི་སྟེར་བ་ཆུར་མི་སྟེར་བ་སྲིད་ཉིད་ཡོད་ག་ཟིན། སྲིད་ནས་ནོར་མི་སྟེར་བ་ཡིན་ཙང་རྩ་ལྟུང་འབྱུང་འགྲོ་གི། ད་ག་འདྲའི་རེ་བ་བྱེད་དགོས་རེད་ཟེར་ན། རྩ་ལྟུང་ཧ་གོ་བ་རེད་བ། ཧ་གོ་ཤེས་པ་ཡིན་ཙང་ད་དཔེ་ཞག་མེད་ནི་འདྲ་ཡོད་ནས་སྲིད་ན་ཆེན་པོ་བྱས་བསྡད་པའི་སྐབས་ལ་སོ་སོ་ལག་ཐུབ་པའི་སྒང་ལ་གློག་བརྙན་བྱུང་ན། ཨ་ད་རི་ཁྱོད་ལ་སྤྲོད་གཏོང་ཡག་མི་འདུག་ཁྱོད་རྩིས་པ་མ་ཟ། གློག། ད་འདི་འདྲའི་རང་མི་སྙན་པ་ཡིན་ང་སེར་ནག་བྱས་ད་མི་སྙན་པ་ཡིན་ཏེ་ད་ད་རིང་ཚགས་ད་ཇོ་མོ་དེ་འདྲ་མི་བྱེད་ཨ་བསམ་པ་རེ་བ་བྱུང་ན། ཁོ་ལ་སྐྱོན་དུ་ལྟ་བ་རྒྱུགས་ལ་བྱས་ཉིན་འདོད་པོ་ཆེ་མ་བརྗེད་པ་དུག་ཚོན་བཀོད་བྲིས་མ་ཚང་བ་ཡིན་པ་ག་ཚོད་བཀོད་བྲིས་ཞིག་གོ་གི་ཡོད་པ་དེ་འདྲ་བྱས་ད་རྩ་སྟོང་མ་རེད། ཨ་ནི་མ་བྱེད། གོང་ནང་ལྷག་བ་མི་བྱེད་པའི་དངོས་དེ་གང་ཡང་ཡོད་མ་ཡིན་ཟེར་བྱས་ནས་ང་ཚོ་གོམས་པ་བྱུང་ན་ལས་སླ་པོ་ཡོང་རེད། སྔན་མ་ཨ་མ་གཅིག་གི་རྒྱུ་ནས་རྗེན་པ་གཏོང་ཉེན་མ་འདོད་པར་སྲིད་ན་ཚ་པོ། བཞི་བོ་གཅིག་རང་གི་དག་རྗེན་པ་མི་གཏོང་བ་ཨ་ལ་ལ་སྟེ་མི་གཞན་དག་གིས་གཅིག་ལ་གཅིག་སྤྲད་པ་མཐོང་ན་ཨ་ད་མ་སྤྲད་ཁྱོད་ཕམ་པ་ཨ་ཁ་སེ་ཅན་ནི་མི་ཡི་རྗེན་པ་ལ་གིས་ཀྱི་ཆུ་ཡན་ཆད་སྤྲད་གི་ཡོད་མ་རེད། ཧན་ཨ་མ་དེ་ལ་རྗེན་པ་སྦྱང་བཅུག་བ་རེད་བླ་མ་ཇི་ཐོད་མཁས་པོ་ཅན་ཁོ་རང་ལ་དཔེ་ཤག་ཡོད་པ་འདྲ་བོ་དང་དེ་བ་ཅི། ཅི་ཟེར་དངུལ་འདྲ་བོ་དང་གཡོ་སྒྱུ་ཡོད་པ་འདྲ་བོ་ཟ་རྒྱུ་འཐུང་རྒྱུ་ཡོད་པ་གང་ག་ལ་དེ་བཞག་ནས། ད་འདི་ང་ལ་མོ་གོ་ཁྱོད་རང་ལ་གཏད་ཡཱས་ཅེས་ལག་པ་ཡུམ་བ་ལ་བར་སྤྲད་བཅུག། ཡང་ད་ཁྱེད་རང་ལྟ་གལ་ཅི་རེད་ང་ཨའུ་ཙི་རེད་ཟེར་ཡང་དེ་ནས་ལན་ཁྱོད་ལ་སྤྲད་གོ་ཡཱས་པད་གངྒ་བར་སྤྲད་བཅུག་ནས། ཨ་དེ་འདྲ་ཤ་སྟག་སྦྱང་བཅུག་དེ་ནི་རྗུན་མ་རྗུན་མ་ཨ་མ་སྦྱིན་པ་ཡག་པོ་གཏོང་ཐུབ་ངེས་ཀྱི་ཆ་བ་རེད། དེ་འདྲ་ཡིན་ཙང་བྱང་ཆུབ་སེམས་པའི་སྤྱོད་པ་བྱས་ན་སྦྱིན་པ་ཞིབ་པོ་ཅིག་གཏོང་གོ་དགོས་དེ་ཙམ་ལྟ་ན་ནི་འཇོན་པ་མི་འདུག་བསམ་སེམས་ཤུགས་ཆགས་ཀྱི་ཡོད་མ་རེད། སངས་རྒྱས་ཀྱི་གོ་འཕང་བསྒྲུབ་ཡག་གི་བྱང་ཆུབ་སེམས་དཔའི་སྙིང་སྟོབས་དེ་ལ་བའི་ཞེ་དྲག་གི་སྙིང་སྟོབས་ཆེན་པོ། སེམས་ཅན་རེ་རེ་གི་དོན་དག་ལ་ཡས་པས། དེ་ནི་ལོ་བརྒྱ་ཕྲག་མང་པོ་དམྱལ་བ་ནང་ལ་མ་བསྡད་དགོས་ཀྱི་ཡོད་ནི་དེ་ལ་ཞུམ་པ་མེད་པ། བས་དགའ་ཞིང་སྤྲོ་ཞིང་བདེ་ཐུབ་བསམ་པའི་བློ་དོགས་ཅན་གྱི་གོ་བ་རེད། བོད་ལ་བྱང་ཆུབ་སེམས་ཀྱི་མངའ་བདག་དགེ་བཤེས་ཆེ་ཁ་བ་ཆེན་པོ། བསམ་གྱིས་མི་ཁྱབ་པའི་བླ་མ་ཆེན་པོ་རེད། མེད་མ། བཀའ་གདམས་པའི་བླ་མ། ཁོང་གི་ནང་ཞག་བརྗོད་འདས་དགོངས་འདུས་སེམས་ཅན་གྱི་དོན་དུ་དམྱལ་བ་དུ་འགྲོ་སྟེ། དམྱལ་བའི་སེམས་ཅན་གང་ག་ལོག་གི་སྡུག་བསྔལ་དེ་ཁོ་རང་གིས་མྱངས། དམྱལ་བའི་སེམས་ཅན་ཚོ་ཡར་སྟོན་བསམ་པ་དེ་གར་སྨོན་ལམ་བསྐྱོན་གྱི་ཡོད་རེད། ཁོང་གི་དགུང་གློ་བའི་མང་པོ་བཞུགས། སློབ་མ་ཡང་དཔག་ཏུ་མེད་པའི་དོན་མཛད། གང་མི་མཛད་ཀྱི་བསྟན་པའི་མངའ་བདག་ཅིག་རེད་ཤར་ཁ་ལ། ཁོ་རང་གི་ཐུགས་སྨོན་གནང་ཡག་དེ་གཉེར་བ་རྣམས་འགྲུལ་ཆུག་གི་ཐུགས་སྨོན་ཡོད་རེད་དགོངས་པ་དེ་ཡོད་རེད། ཤར་གྲོལ་བོ་ཅེ་དུས་ཨ་ཁ་ད་ང་ས་དོན་འགྲུབ་མ་བྱུང་ཙང་ང་རེ་བའི་ལས་ཁ་ཙང་ནས་ང་རེ་བསམ་པའི་དོན་དག་དེ་ཙང་ནས་བྱུང་མ་སོང་ཨ་ཁ་གསུངས་པ་རེད། ཨ་ནེ་མི་ཚོས་བསམ་ན་ད་དགེ་བཤེས་ཆོས་པ་དེ་ག་ཚོད་ཅིག་ནས་ཤར་ཁ་ལ་བའི་ཆ་ཞེན་རེ་བོ་ཅིག་བྱུང་བ་ཡིན་མིན་ནམ་གང་ཡིན་མིན་ནམ་བསམ། ཨ་དགེ་བཤེས་རིན་པོ་ཆེ་ག་རེ་རེད་ཐུགས་བསམ་དོན་མ་འགྲུབ་ཡ་ག་རེ་ག་རེ་འདྲ་ཅིག་ད་ལས་པ་རེད་ཟེར་ཞོར་རེད། ངས་སེམས་ཅན་ཐམས་ཅད་ཀྱི་དོན་དག་དེ་སྡུག་བསྔལ་ང་རེ་གླེང་ནས་ང་དམྱལ་བ་ནང་མི་དགེ་ཡང་ཐག་ཆོད་མེད་པ་བྱེད་བདེ་བོ་བསམ་པ་ཡིན། ད་ང་དམྱལ་བ་ནས་གླེང་ས་མ་རེད་དག་ཞིང་ན་ཡོང་ཡག་ཕོ་ཉར་འཇོག་བྱ་མཆོད་པ་ཕུལ་ཞོག་སོང་མཆོད་པ་བྱང་ཆུབ་བྱང་ཆུབ་ཀྱི་སེམས་སྒོ་ནས་གཏོང་ལེན་དེ་ཡག་པོ་ཅིག་བསྒོམ་པ་ཡིན་ན། རང་ལ་སེམས་ཅན་གྱི་དཀའ་ལག་གི་སྡུག་བསྔལ་ག་ཚད་སྡུག་པ་བྱུང་བ་ཡིན་ནས་དེ་ལ་འགྱོད་པ་མེད་པ་དགའ་བ་ཡོད་པ་ཅིག་ཡོང་རྒྱུ་ཡོད་རེད།

བྱང་ཆུབ་ཀྱི་སེམས་སྒོ་ནས་དེ་བཞིན་གྱི་ཕ་ལམ་ཐོག་ནས་ས་དང་པོ་ཐོག་ནས་ཕ་ལམ་ཐོག་སོང་ན། མགོ་བཅད་པ་དང་ནི་འདྲ་རྐང་ལག་བརྒྱན་པ་དང་ནི་འདྲ་གང་སྟོང་ཤར་ནས་ཡོད་པའི་དགའ་བ་གཅིག་མ་གཏོགས་པ་ཅིག་གིས་དེ་ལ་བས་ན་ཚ་ཡོད་ཡོད་མ་རེད། བློ་ཕམ་བྱུང་ཡོད་ཡོད་མ་རེད། ཕྱི་ལོགས་ནས་ཡང་ངག་ཅིག་སྤྲད་རོགས་ཟེར་མཁན་སྐད་གོ་བ་ཙམ་གྱིས་གཞན་དང་མི་འདྲ་བའི་དགའ་བ་ཆེན་པོ་ཡོང་གྱི་ཡོད་རེད། ཐེག་པ་དམན་པ་ལམ་ལ་ཞུགས་དཀའ་ལས་བརྒྱབ་ནས། དགྲ་བཅོམ་པ་ཐོག་འཁོར་བ་ལས་གྲོལ་ནས། དགྲ་བཅོམ་པ་དང་ཐོག་འགྲོ་མཁན་གྱི་དགའ་བ་ལས་བྱང་ཆུབ་སེམས་དཔའ་འཕགས་པ་གཅིག་ལ། མགོ་དང་རྐང་ལག་དང་རྒྱུ་ནོར་ལོངས་སྤྱོད་ག་འདྲ་ཅིག་ཡིན་ནའི་ང་དེ་འདྲ་ཅིག་སྟེར་རོགས་ཟེར་ནས་ཕྱི་ལོགས་ནས་སྐད་བརྒྱབ་ནས་གོ་བྱུང་ན་དགའ་བ་དེ་ལས་ཆེ་བ་ཡོད་རེད། ང་རང་ཚོ་ལས་དང་པོ་བ་ཚོ་ལ་ནི་མགོ་རྗེན་པ་གཏོང་བ་རྐང་ལག་རྗེན་པ་གཏོང་བ་འདྲ་པོ་དེ་འདྲས་མི་ཆོག་གསུངས་ཡོད་རེད། དགེ་སློང་དང་དགེ་ཚུལ་ཚོ་ལ་འཚོ་བའི་ཡོ་བྱད་ཆོས་གོས་དུད་ཆང་རེ་རེ་ཉག་དགོས་ཡག་དེ་རྗེན་པ་གཏོང་མི་ཆོག་གསུངས་ཡོད་རེད། དེ་གཏོང་མི་ཆོག་གསུངས་དགོས་ཡག་དེ་ད་ལྟ་ང་རང་ཚོའི་པའི་ཆོས་བྱས་ཀྱང་ཆོས་སྲིད་མི་དགོངས་ཆོས་རྒྱ་ཆེན་པོ་ད་ལྟ་གཞི་ནས་མགོ་བཙུགས་བྱེད་རྒྱུ་ཡོད་ཡིན་པ་ལ་མགོ་རྗེན་པ་གཏོང་བྱ་ནི་ཤིན་ཏུ་གོ་རེ་ཆོད་དེ་བྱེད་ཐུབ་གི་མ་རེད། དེ་འདྲའི་ཡིན་པའི་ཐོག་ལ་ང་རང་ཚོས་འདིར་བ་དོན་དག་ཡང་ཉིད་དང་མདོར་བསྡུས་ན་དོན་དག་ཆུང་ཆུང་གཅིག་གི་དོན་དག་ལ་དོན་དག་ཆེན་པོ་མེད་པ་བཟོ་རྒྱུ་ཡོད་མ་རེད། ལུས་རྗེན་པ་སྟོང་ཤག་ནི་དོན་དག་ཆུང་ཆུང་གཅིག་རེད། དེ་ལས་མ་སྟོང་བ་བྱས་ན་ཡག་པོ་ཆེ་ཐེ་བ་ཆེན་པོའི་ལམ་དགོང་གི་ཡིན་ན་དོན་དག་ཆེན་པོ་གཅིག་ཡོང་གི་ཡོད་དང། ད་ཨ་ལི་དྲི་ཚོ་སྐོར་ལ་སྤྲུལ་བཤད་རེད་ད་ལྟ་སྐབས་སུ་བབ་པ་མ་རེད་ངས་བླ་མའི་རྣལ་འབྱོར་གྱི་མགོ་ལ་མ་ད་གལ་ཆེ་ཞོར་ལ།

རང་ལ་མདོ་ཨ་སྔགས་ཀྱི་ལམ་སྟོན་མཁན་གྱིས་ལམ་མ་ནོས་སྟོན་མཁན་བླ་མ་དེ་ལ་དད་གུས་མ་བྱས་པར་བྱས། དེ་ལས་ལྷག་དེ་སངས་རྒྱས་གཙུག་ཏོར་འཁྲུངས་དེ་ངེད་ཀྱི་བསང་གཏོར་གཏོང་ནི་པའི་ཕྱག་འབུལ་ཏིར་མ་འབུལ་ཚད་དེ་ནས་ཕན་ཞུ་གི་ཡོད་མ་རེད། ང་རང་ཚོ་བོད་ལ་ཡིན་ན་ནི་བསྟན་པ་དར་བའི་བཀའ་དྲིན་གྱིས། དགེ་བའི་བཤེས་གཉེན་བསྟེན་ཚུལ་དེ། གྲྭ་པ་ཕ་མཐར་ཆགས་མི་ཆགས་ཕོ་མོ་ཚུགས། ཅེས་སོ་སོའི་ལག་ལེན་ལ་འཇོན་དང་མ་འཇོན་ནི་ཧ་གོ་གི་རེད། དེ་འདྲའི་སོང་ཙང་བོད་ཀྱི་བོད་མི་ཚོས་ལ་ལམ་རིང་བཤད་པའི་གོ་དུས། ལམ་རིང་ས་བཅད་གཉིས་ཐོག་མར་རྩ་བ་ཕྱི་ཉིན་བསྟེན་ཚུལ་དང་བསྟེན་ནས་ལོ་བྱུང་བའི་རིམ་པ་གཉིས་བཅད་ནས་ཕྱི་ཉིན་བསྟེན་ཚུལ་དེ་རྒྱལ་པོ་བཤད་གི་རེད། ཕྱི་རྒྱལ་ལ་སླེབས་ཡོང་དུས་ཆོས་ཀྱི་དོན་དག་མ་ཤེས་པ་ཡིན་ཙང། ཕྱི་ཉིན་བསྟེན་ཚུལ་དེ་བཤད་ནུས་གི་ཡོད་མ་རེད་བླ་མ་ཚོ་གིས། རང་གི་བླ་མ་ལ་དད་པ་བྱེད་དགོས་རེད་ཟེར་དུས། སུ་སུའི་བླ་མ་ངོ་མ་ཤེས་ད་ལྟ་ཁྲི་གང་དེ་གའི་བླ་མ་ང་ལ་དད་པ་ཅི་ཟེར་ཡ་ཅི་ལ་གོ་འགྲོ་གི་ཡོད་རེད།

བོད་ཀྱི་དཔེ་ཆ་ཙམ་མ་ཡིན་པར་རྒྱ་གར་དཔེ་ཆ་ལ་བཤེས་གཉེན་བསྟེན་ཚུལ་རྣམས་དེ་འདྲ་བ་སངས་རྒྱས་ཀྱི་གསུང་རྣམས་དེ་འདྲ་ཡོད་རེད་རྗེས་མའི་བུ་དང་ཆུང་མ་དང་གསུང་ཡོད་རེད་དཔེར་ན་སྦྱིན་པ་བཏང་ཡག་ལ་སོ་སོ་ནོར་ནོར་ཅུང་བཏང་ན་མ་གཏོགས། བུ་སྤྲད་རུ་ཚུགས་ན་སྤུ་གུ་སྤྲད་ཉག་མ་རེད་མི་ལ་ཁ་ཆད་སྤུ་གུ་ཕར་སྤྲད་གཡོག་སྐུའི་རྡོ་སྤུ་ལེ་ལེ་གཏོང་གི་ཡོད་རེད་ཅེས་སྦྱིན་པར་བྱ་བ་མ་རེད་ད་ནང་བཞིན་སོ་སོའི་ཆོ་ག་ཡིན་ན་སོ་སོའི་བོད་མའི་བཟའ་ཟླ་བོད་མའི་ཆུང་མ་མི་ལ་སྦྱིན་པ་བཏང་ལོས་མ་རེད། ད་ག་ནང་བཞིན་གྱི་དེ། བི་གའི་མ་དགའ་མེད་གཅིག་གི་བའི་གཅིག་ལ་སོ་སོའི་གཡོག་པོ་འདྲ་བོ་དེ་འདྲ་ཡིན་ནའི་ཁོ་ལ་མ་དགའ་མེད་གཅིག། མནར་གཅོད་བྱེད་དགོས་བསམ་པ་གཅིག་ལ་གཡོག་པོ་དེ་ལྟའི་སྙན་པ་མ་རེད་དེས་མཚོན་པའི་རྗེས་མའི་སྤུ་དང། ཟས་ཡག་འདྲ་བོ་ཤི་ཉིན་དུ། དེ་འདྲ་སྦྱིན་པ་གཏོང་མི་དགོས་གསུངས་ལ་སྦྱིན་པ་གཏོང་མི་བསླུ་རེད་ད་སྨན་གཏོང་ཡག་དེ་བླ་མ་ལ་ཕུལ་དགོས་བཅས་བ་རེད་རྗེས་མའི་སྤུ་དང་ཆུང་མ་ལོངས་སྤྱོད་ལ་གཡོལ། སྨོད། ལགས་སོ། རྗེས་གནང་ལོངས་སྤྱོད་ཡོད་སྨོས་ཅི་དགོས། རང་སྲོག་གི་དག་བསྟན་བྱས་ན་བླ་མའི་དོན་དག་ལ་ཤི་གོ་དགོས་ན་སྲོག་ཡང་ཕུལ་དགོས་ཅེས་པ་རེད། དད་པ་བྱེད་ལུགས་ལ། སློབ་དཔོན་དང་ནི་རྡོ་རྗེ་འཛིན་ཐ་དད་པ་ནི་མི་རྟག་གོ་གསུང་བར་བླ་མ་དང་རྡོ་རྗེ་འཆང་གཉིས་པོ་དེ་ཐོས་མལ་ཡོད་པ་འགྲུབ་ཐབས་ཁ་ཁ་ཡིན་པ་སང་ལོ་གཏོང་མི་ཆོག་གསུང་ལྕི་བ་ཡིན་གསུང་བར། ད་དགེ་བའི་བསྟེན་ཚུལ་ལ་རྗེས་མའི་བུ་དང་ཆུང་མ་དང། རང་སྲོག་གི་དང་བསྟེན་བྱས་ན་ལོངས་སྤྱོད་གཡོ་བའི་སྨོས་ཅི་དགོས། སྦྱིན་པ་བྱ་བ་མ་ཡིན་པར་བུ་ཡིན་ནའི་བླ་མ་ལ་བསྒུགས་ན་ཕུའོ། དེ་ག་ནང་བཞིན། ཆུང་མ་ཡིན་ནའི་བླ་མ་ལ་ཕུ་འདོད་ཡོད་ན་ཕུ་དགོ། རང་གི་སྲོག་ཡིན་ནའི་ཕུ་དགོ་གི་ཡོད་དེ་ཡིན་ན་ལོངས་སྤྱོད་ཡོད་ཅིག། བརྗོད་བྱ་ལག་གི་ཕུད་དགུ་བ་ཨ་ལ་ལ་གསུང་གི་ཡོད་རེད།
དེ་འདྲས་སོང་ཙང་ངས་སྔོན་མ་འདི་མ་བྱ་བར་ནས་ཁྱོད་ཚོ་ལ་འགྲོ་དུས་ངས་བཤེས་གཉེན་རེད་ཚོད་བཤད་ཡོད་མ་རེད་ཁོང་ཚོ་ལ། དེ་ནས་མ་ང་ཅེ་ནི་གི་ཤིག་བཟོས་པ་ཡོད་ས་ལས་ངས། ཨ་ད་ཨ་ནང་བཞིན་ཀ་ལི་ཕུ་ནེ་ཡ་ལ་འགྲོ་དུས་བཤད་ས་ཡ་མི་འདུག་རྗེས་གནང་ཞུ་མཁན་ཚོ་ནི། མི་མང་པོ་མི་འདུག་ཉུང་ཉུང་ཅིག་གྲོངས་སྲིད་པ་རེད་ཤོད་ཡོད་མ་རེད། བན་ཨེར་གྱི་བན་ཛ་པན་ཇི་བན།

ཡང་ཕ་རན་སི་ལ་ཁག་གཉིས་རྩེ་འགྲོ་དགོས་བྱུང་རེད་ཇོ་མོ་ག་བ་ཡིན་ན་མ་བཤད། ཇོ་མོ་ཙོང་ཁ་བའི་ཆུ་སོ་ལ་བསྡད་ཡོད་དུས་གཞི་ནས་ཁོ་ཚོ་མགོ་རུབ་ཀྱིས་འཚོས་ནས་གསང་སྔགས་ཀྱི་མངོན་རྟོགས་སུ་སྣང་བ་ཡིན་ཙང་ལྷ་ལས་ལྷག་ཙི་གཅིག་བླ་མ་བསྟན་དགོས་ཡག་གི་ཟུར་བུ་སོ་ལ་ཡོང་ཙང་ཁོ་ཚོས་བཤེས་གཉེན་བསྟེན་ཚུལ་དེ་བཤད་རོགས་གྱིས་ས་ང་ལ། དེ་ནི་ང་འགྲོ་བའི་རན་དུས་ཚོད་མི་འདུག། ཆོས་བདེ་པོ་རང་མི་འདུག་མི་མ་འགྲིག་ཙང་ངས།
ཁར་སང་ང་ཚོ། སེམས་མེད་ཀྱི། འཇམ་པའི་སེང་གེ། འཇམ་པའི་སེང་གེ་ལ་བཤད་རོགས་བྱས་པ་འཇམ་པའི་ཚིག་རིང་ང་ལྟུག་པ་ལས་བྱུང། འཇམ་པའི་སེང་གེ། ཟླ་བ་རེ་ལ་ཚ་རེ་ཙལ་ཡོང་གི་ཡོད་ཡོང་ལོང་འདུག་བྱང་འཇམ་པའི་སེང་གེ་ཁོང་ཚོ་ར་སྤྲོད་དང་དགེ་ཕྲུག་ཅི་གཉིས་ཀྱིས་འཇམ་པའི་སེང་གེ། ང་ལ་དེ་བ། དུས་ཆེན་ཡོང་དུས་བཤད་རོགས་ཟེར་མངགས་བཞག་ཡོད། འཇམ་པའི་སེང་གེ་བཤད་ག་པ་ཅིག་གི་འདུག་ཨ་བ་ད་ཤོད་དུ་ཤོད་དགོས་རེད་དེ། ང་ལ་དད་པ་ཅིག་ཞུ་ང་ལ་ཕྱི་དག་སྤྲད་ཟིན་པའི་གོ་བདེ་གི་མ་རེད་པ་ཞིག་འདུག་ད་སྐྱོན་མེད་འདུག་ཁོང་ཚོ་ཏོག་ཙེ་ཧ་གོ་གི་འདུག་བཤད་རོགས་ཅིག་བྱས་པ་བཤད་ཡོད་ན་མེད་ན་མི་བཤད། དེ་ནས་ང་རྒྱ་གར་ལ་ཕར་ཕྱིན་པ་རེད་ང་རྒྱ་གར་ལ་བ་སླེབས་ཟླ་བ་གཅིག་མ་འཁོར་གོང་ནས་རེད། ཡང་ཕྱི་རྒྱལ་ནས་ཚོགས་མི་བཅུ་དྲུག་ཅུ་ཙམ་ཞིག་སླེབས་བྱུང། འདི་རེད་ཙོང་ཁ་པའི་ཆུ་ཚོགས་མར་བབས་ཏེ། ཨ་རན།
ཨེ་ཏ་ལི་ནས། ཕེ་རུ། པི་ཨ་རོ། ཕེ་རུ་ཡིན།
བཀྲ་ཤིས་པོ་རང་མེད་ངན་འདི་མ་བཀྲ་ཡོད་ངན་ཅི་བ་འདྲ་པར་གཟུགས་པོ་རིང་པོ་ཁོ་རང་བྱས། དེ་རུ་བ་མང་པོ་འདུག་ཕ་རན་སི་གི་ཨ་མ་གཅིག། ཡང། དེ་བ་དེ་བ་ན་དེ་ངས་ངན་མང་ཕྱིར་ནང་ནས་ཅོ་དྲུག་ཅིག་བཅད་ནས་བསླས་ཡོང་ངས་ཅི། ཨ་མ་ཅི་ཡ་གྲགས་ཅེས་གྲུ་གཟུགས་མང་པོ་ཅིག་བསླས་བྱུང། ད་ཁོ་ཚོས་ང་བཤེས་གཉེན་བསྟེན་ཚུལ་དྲིས་རོགས་ཅིས་ས། འདི་འཇོག་དྲིལ་བུ་ལྷ་ངང་ཨོང་གནང་རོགས་ཅིས་ས།

ཚོགས་ཁང་ནང་ཆོས་མ་འཆད་གྲོགས་གཅིག་རེད། ཁྲི་བྱང་རིན་པོ་ཆེ་ལ་ཞུ་ན་ཡང་མི་མང་པོ་བཅས་ནས་སྐུ་མཉེས་པོ་རེད་བསམ་དགོངས་ལུགས་སྨིན་པོ་རེད། ཨ་ནི་བཤེས་གཉེན་བསྟེན་ཚུལ་དེ་སྐུ་ཞབས་ཚེ་མེད་ལས་བཤད་བྱུང་བ་ཡིན། And the Guru སྤྲུལ་སྐུ་ཡག་པོ Devotion། བྱུས་ཡོད།
འོང་དེ་འདྲས་རེད་བྱས་ཙང་ད་རེས་བཤེས་གཉེན་བསྟེན་ཚུལ་ལོགས་སུ་དམིགས་བསལ་བཤད་དགོས་ཡ་མི་འདུག་བླ་མའི་རྣལ་འབྱོར་ཡིན་ཚར་དུས་བཤེས་གཉེན་བསྟེན་ཚུལ་ཁོ་རང་རང་རེད་མི་བཤད་ནའི་དེ་དོན་ཡོང་གི་རེད་བཤད་ནའི་དེ་ཨ་རེད་ད། ཁ་སིང་ཁ་ཉིན་ང་ཚོ་བཤད་བསྡད་ཡག་གི་རྗེ་བཙུན་ནཱ་རུ་པ་སིང་ངའི་བླ་མ་ཚ་མཁས་གྲུབ་ཆེན་པོ། ཞེ་བུ་སྟེ། ཏི་ལོ་པ་གའི་ནི་ག་ཚད་ཀྱི་གདུ་བུ་བཏང་མི་འདུག་གདུ་བུ་བཏང་ནི་བའི་སྲོག་ལ་ཐུག་གུ་ཡག་གི་ཀ་ཆེན་བཅུ་གཉིས་བཙལ་རྒྱག་ནི་དོན་མེད་ཁུ་མ་བྱས་ནི་ཆུའི་ཕ་ད་ཞག་སྐད་ཆ་ཡག་པོ་བཤད་རུང་མ་བརྗེད་པ་བྱས་ནི་སྐུ་མཉེས་པོ་དེ་འདྲས་ཀྱི་ཀ་ལས་བལྟས་ནི་ཡ་ནི་ཐ་མ་ལས་དུས་ཨ་ནི་ཁྱོད་ཀྱིས་གསུངས་པའི་གུ་དུས་ཁ་ལ་འདག་པ་རྒྱག་ནི་ཨ་ནི་ཏིང་ངེ་འཛིན་བརྗོད་ལ་ཅི་ཨ་ནི་ཁུངས་སངས་རྒྱས་པ་རེད་དེ་འདྲས་ཀྱི་ལངས་མྱུར་པོ་ཡོང་ཡག་དེ་བཤེས་གཉེན་བསྟེན་ཚུལ་བཀའ་དྲིན་རེད། མར་པ་ཚ་ཆུ་ཡིན་པ། ཚ་རྒན་ཡིན་ད་ནི།
ད་བཀའ་བརྒྱུད་པའི་ཆོས་སྐུ་གང་ལ་ཐུག་པ་ཐོག་མ་ཐོག་མ་བཀའ་བརྒྱུད་ཀྱི་པའི་བོད་ལ་ཆོས་མཁས་ཡོང་ཉེན་འདི། ལྷོ་བྲག་གྲུ་ཆེན་མར་པ་ཟེར་ངེས་དེ་རེད། མར་པ་རྒྱ་གར་ལ་མ་ཕེབས་ནས་བླ་མ་ཧ་ལམ་པས་རྒྱ་བཅུ་དགུ་བཅུ་རྩའི་ཞབས་ལ་གཏུགས་ནས་ཆོས་ཞུ་ཡོད་རེད། རྒྱུ་མ། མར་པའི་ཞབས་ལ་བཞུགས་དེ་ཞབས་ལ་གཏུགས་ནས་བཞུགས་བསྡད་དུས། ན་ཁོང་གི་ཡི་དམ་དེ་སྐྱིད་པ་རྡོ་རྗེ་རེད་ཉར་པ། ནར་པ་ཀའི་སྡིག་འཇོག་དང་ཁ་ཆུ་མ་མིང་བཏགས་ཡོད་མ་རེད་སྐྱིད་པ་རྡོ་རྗེ་སྐྱིད་ཁོ་རེད་ད

ཨ་ནེ་མ་ར་ལ་བོད་ཀྱི་བུ་ཆུང་ལོངས་ཤུགས་ལོངས་ཤུགས་ཡ། ཁྱེད་རང་གི་ཡི་དམ་སྐྱིད་པ་རྡོ་རྗེ་འདས་མངོན་སུམ་དུ་བྱོན་ཕེ་ཤ། ཡ་ལོངས་ཕྱག་སུ་ལ་འཚལ་གི་ཡིན་ང་ལ་འཚལ་གི་ཨ་ལ་ཡི་དམ་ལ་འཚལ་གི་ག་བ་འཚལ་གི་འདི་བས་ཕྱག་ཚོད་གསུམ་པ་རེད། ཨ་ཁོང་གི་དགོངས་པ་ལ་བླ་མ་དག་པ་རེ་ཞིག་སྐུ་ནུས་དེ་ཡོད་ཕྱག་འཚལ་ཞལ་ཕྱིར་ཞུ་གི་ཡོད། ཡི་དམ་དོ་དགོང་མ་གཏོང་མཇལ་གི་མ་རེད་བསམ་ཡི་དམ་ལ་ཕྱག་འཚལ་བཞག་པ་རེད། དེ་ནས་ནང་རི་པའི། བོད་ཀྱི་བུ་ཆུང་རྟེན་འབྲེལ་ཅུང་ཟད་འཆུགས་སོང་སོང་རྟེན་འབྲེལ་ཏོག་གྲ་འགྲིག་མ་སོང་ཟེར། བཀལ་པ་སྟོང་གི་སངས་རྒྱས་མ་རེད་བླ་མ་མེད་པའི་གོང་རུལ་ན་སངས་རྒྱས་བྱ་བའི་མིང་ཡང་མེད། བཀལ་པ་སྟོང་གི་སངས་རྒྱས་ཡང་བླ་མ་དག་ལ་བསྟན་ནས་འབྱུང། སོང་ནས་ཡི་དམ་བླ་མའི་སྤྲུལ་པ་ཡིན་ཟེར་ཡི་དམ་གང་ག་བླ་མའི་ཐུགས་ཀ་ལ་ཚུར་ཐིམ་བཞག་པ་རེད། So he prostrated immediately to He Vajra
ཁྱོད་རང་ཆོས་ཀྱི་བརྗོད་པ་དེ་ཡུན་རིང་པོ་གནས་པ་མི་འདུག་གསུངས་པ་རེད་ད།

ད་ཁོང་གི་སྲས་དར་མ་བདུད་དུ་སེང་གེ་དེ་བསམ་གྱིས་མི་ཁྱབ་པའི་ཡངས་པའི། མཁས་གྲུབ་གཉིས་ཏེ་ཡག་པོ་བྱེད་པོ་གཅིག་བྱུང་བ་རེད་དེ་ཀུན་ནས་ཆུང་ཆུང་དགོས་དུས། རྟ་ཡི་གྲལ་དེ། བཀྲོངས་ནས་དབུ་ཕྱི་དང་ལྕགས་བཞག་པ་རེད། ང་སློབ་དཔོན་རིན་པོ་ཆེ་པད་མ་འབྱུང་གནས་ད་ཐོག་མ་ཐོག་མ་གི་ང་ཚོ་བའི་བྱེད་པོ་དམ་པ་ཆེན་པོ་དེ། བདེ་ཆེན་གསང་ལམ་སྨོན་འོས་དུར་ཁྲོད་དུ་མཁའ་འགྲོ་མ། གསང་བ་ཡིད་བཞིན་སྤྱན་འགྲོ་རེད།

དམིགས་པ་གཏད་ནས། ཆུ་བུམ་པ་དེ་ཡང་ལྕགས་ཀྱུ་མལ་ལས་རྡོ་དེ་གོང་དུ་མ་འཇགས་བཅུག་བཞག་པ་རེད། དེ་མ་འཇགས་བཅུག་བ་ཡི་རྩ་ནི། ཁར་གཡོག་མོ་དེ་གའི་ཕ་ཐག་ཚུ་ཐག་ཅིག་སུ་ཡིན་ནའང་བསམ་ན་སློབ་དཔོན་རིན་པོ་ཆེ་ཕ་ཚུ་ཐལ་ཡོད་རེད། ད་ཕ་གི་གའི་གསང་སྣང་ཡིན་པ་རེད་བསམ་ལང་སང་དྲིལ་གྱིས་བཏོན། བ་གོང་གོང་དུ་མ་དྲིལ་གྱིས་གཤགས་ཏེ་འདུག་ཁ་ཕྱེ་ནས། ཁུག་པའི་ནང་ལོགས་ལ་ག་རེ་ཡིན་ན་ཞི་བ་བཞི་བཅུ་རྩ་གཉིས་ཡིན་ན།

ཚེ་དབང་ལོ། ཚེ་དབང་དེ་ལ། ཚེ་དཔག་མེད་ཀྱི་ཚེ་དབང། འཆི་མེད་རྡོ་རྗེ་སྲོག་ཤིང་ཡིན་པ་ཡོད་བསམ། འཆི་མེད་རྡོ་རྗེ་སྲོག་ཤིང་ཟིན་ངེས་གཅིག། འཆི་མེད་སྲོག་གི་ཀ་བ་ཟིན་ངེས་གཅིག་གཉིས་ཡོད་པ་རེད་དཱ། འཆི་མེད་རྡོ་རྗེ་སྲོག་ཤིང་ཡིན་པ་ཡོད་དེ་སློབ་དཔོན་རུ་ཆེ་ལ་གནང། དེ་ནས་ཚུར་སློབ་དཔོན་རུ་ཆེ། དེ་འབྲེལ་གྱི་མཛད་པ་ཁྲིད་ལ་བླ་མ་ལ་ཕྱག་འཚལ་ཡ་དེ་རྟེན་འབྲེལ་བྱུང་ནས། བོད་ལ་ཕེབས། བོད་ལ་ཆོས་གཙགས་ནི་ད་ཡོད་མ་རེད། ཁ་བོ་ཡོད་རེད་འདྲེ་མང་པོ་ཚོགས་ནས་ཆོས་ད་བཅུག་གི་ཡོད་མ་རེད། ཁོང་སློབ་དཔོན། རྒོད་ལ་ཕན་ནི་ལྷ་འདྲེ་ཐམས་ཅད་དང་ལ་བཏགས་པས། སྦྱིན་སྤང་སྙན་དངགས་ལ་སོགས་པ་གྲུ་ཐོག་མང་པོ་བྱུང། ཆོས་ཀྱི་མགོ་དེ་བཙུགས་ནས་བོད་ཀྱི་ས་ཆ་འགའ་འགའ་ལྷ་འདྲེ་གི་གནོད་པ་མེད་པར་བསྟན་པ་དར་ཡག་གིས་བྱིན་གྱིས་བརླབས་བྱས་ནས་རྒྱ་གར་ལ་ཕར་ཕེབས་པ་རེད། དེ་རིང་གི་ལོ་རྒྱུས་བཤད་དགོས་ཡག་དེ་བླ་མའི་རྣལ་འབྱོར་འདི་གི་ཟབ་གནད་དེ་ཤེས་དགོས་ཡག་དང་དེ་ཡིན་ས་རྟོགས་ཚེ་ཧ་གོ་ཨ་ཡོང་ས་ངས་གཏམ་རྒྱུད་བཤད་གི་འདུག། འདི་ར་བ་ལྷོ་བྲག་གྲོ་ཆེན་མར་བ་གའི་ལྷོ་མ་མེ་ལྷ་རས་པ་རེད། མེ་ལྷ་རས་པ་སྟོད་གུང་ཐང་ལ་འཁྲུངས་པ་རེད་འཁྲུངས་ནས། བྷ་ཇའི་ཚོ་ཆ་ཅན་ར་བ་ཇི་དང་དེ་བྱས་ནས། ཇོ་མ་ཆུས་མ་བྱས་གོང་ན་ཐུ་ལྷབ་ནས་ཐུ་རྒྱག་ནས་མི་སུམ་ཅུ་སོ་ལྔ་ཉི་མ་གཅིག་ལ་བསད་པ་རེད། དེ་དེ་གའི་སྡེ་པ་བྱས་ནས་པས། ཇོ་བ་ཆེ་ཇོ་མ་ལྷོ་བྲག་མར་བའི་ཞབས་ལ་གཏུགས། མར་བ་གའི་ཡང་ཨེ་སྡུག་པོ་གཏོང་ནས། ཆོས་མ་གསུངས་པ་ཅག་ཉིད་རྟགས་སྟོང་ཨ་བོ་རྒྱབ་ལྕོག་ས་ལེ་རྡོ་ལེ་སྟོང་ནི་ཕ་ཆོས་ཐོག་ཚགས་གཉིས་ཕལ་བོ་བྱུང་བ་རེད་འདུག་ནས། མི་ལ་རེ་བ་གཡོག་པོ་འཇུ་མི་མར་པའི་ཞབས་ཕྱི་ཞུ་བསྡད་དུས་ལས་ཀ་སྡུག་ལས་ཀའི་མི་གཅིག་གཅིག་ཁོག་ལ་ཡ་ཁུ་འབབ་ཐོག་སུ་བས་མང་པོ་ཡོད་པ་ཚ་ཁུ་འབ་ཡ་རྒྱ་མ་ཞིག་ཡང་ཡ་རྒྱ་མ་ཞིག་རེད་མི་འདུག་ཟེར་ནས་རྡོག་འོག་འཆི་བདག་ཅེས་རྒས་པ་རྒས་མ་བཏོན་ནས་གཡོག་པོ་གཡོག་པོ་ཀུན་ད་ནོར་བྲིས་མི་འདུག་ཟེར་གདོང་གི་རེད་ད་བེར་ཤིག་མི་ལ་རེ་བ།

ལམ་སོང། ནམ་ཟག་གི་ཡ་དབུགས་མཐོང་སྤྱོད་ནི་ངའི་བླ་མ་ཡི་དམ་མཁའ་འགྲོ་ཆོས་སྐྱོང་སྲུང་མ་ངའི་བུ་ཐུབ་པ་འགའ་ད་ལྟ་ཉིད་དུ་ཁུག་ཤོག་ཅེས་དམ་པའི་དམུས་ལོང་སྤྱོད་ཆོས་སྐྱོང་ཚུལ་ལ་བསྐུལ་ནས་པའི་ཞི་དྲག་ཐུགས་ཁྲིད་གནང་བ་རེད།
མི་ལ་རས་པ་ཆུའི་ཐོག་འདྲུད་ནས་ལག་གཅིག་ཁ་ལ་ཡ། ཉི་མ་གཅིག་བྱ་འཐུང་རེག་ནས་བྱ་བསྐུལ་བ་རེད་ཁོ་རེ་བྱ་གཅིག་བསྐུལ་ཁ་ལག་གཅིག་བཟོ་ལག་འགག་ལ། མི་ལ་རས་པ། was on a pass at that time so

ཚོ་སྤྱི་ཡོངས་ཉེས་མེད་པ་དང་མི་མང་པོ་སྤྱི་ལས་བྱ་གར་ཡིན་འགྲོ་སང་དྲ་ནས་ཨ་ནི་ཁོ་ར་ཤིང་འགྲོ་གར་འགྲོ། ཐབ་ཐབ་དུ་ཚུགས་ཁ་དུ་ཚུགས་འགྲོ་ཕར་འགྲོ་ཚུར་ལན་ཁར་འགྲོ་གང་ག་ཁོ་རང་གི་གང་ཅིག་རེད། ཚུར་ལོག་ཡོང་དུས་དེ་ནས་ཨ་མ། ཡོང་ད་མས་མ་ཡ་ད་ཁོ་ལྷས་འོང་སྟབས་ཡ་བླ་མས་ཐུགས་ཁྲིད་ཞི་དྲག་གནང་སོང་ད་བླ་མ་ཐུགས་མཉེས་ཀི་རེད་སང་ཡག་འགྲོ། བླ་མ་ལ་ཡ། ཨ་ད་ཁྱོད་རང་གི། བུ་ཐུ་པ་ག་དེ་ཀླད་ཅུང་ངུ་ཆེ་བ་རེད། བླ་མས་འདྲི་ག་མ་གསུངས་པ་བཅས་ཁོ་ཡོང་གཅུག་མོ་དགོས་ཁོ་འགྲོ་ས་ཡོད་ན་འགྲོ་ཆུག་ཆུག་ག་པར་འགྲོ་ན་བཏང་ཞུ་ཟེར་ཡང། བླ་མས་སྐུ་མདུན་ལ་དབང་གནང་དུས་ལ་དབང་ཞུ་མཁན་མི་ལྔ་དྲུག་དྲུག་འདུན་རྒྱལ་སྐུ་ཉི་ཤུ་སུམ་ཅུ་འདྲ་པོ་ག་དུས་ཡོད་དབང་ཅིག་གནང་དུས། ཨ་མི་ལ་རི་བར་དབང་གྲལ་བཀུག་དེ་བསྡད་འགྲོ་བ་རེད། གཞན་མ་ཚུར་ལ་སྐད་ཡིག་གསུང་གི་མ་རེད་ལགས་སམ་ཐོས་པ་ག་ཁྱོད་རང་ལ་དབང་ཡོན་ག་རེ་ཡོད་ཡར་ཁེགས་ཞུ་ཟེར། བུ་ཡ་ཡོད་མ་རེད་བ། དབང་ཡོན་མེད་འདི་བསྡད་ཀྱི་མི་ཆོག་རྒྱུགས་སོང་པིང་ཤ་རྟག་པར་རེ་ཞིག་པིང་ཤ་གི་རེད། ལོ་མང་པོ་དཀའ་ལས་བརྒྱད་ད་དོ་ཆོས་རྩ་ནི་གསུང་རུ་མེད་བྱས་ཙང་ཡོང་དག་སྨད་མ་བོད་མའི་སེམས་ཆུང་ཆུང་བསམ་པ་བཟང་བོ་རེད། ཨ་ཁ་ས་དག་ཐབས་བྲལ་ནི་ཡོང་དག་སྨད་མ་ཁོ་གཉིས་ཁ་འདུས་བྱས་ནི། མི་ལ་རེ་བ། ཡི་གེ་སོ། ནག་རུ་པའི་ཐུགས་དམ་པད་མ་ར་ག་སི་ངའི་བླ་མའི་པས་ཡོད་དུ་མེད་དུ་གི་རྗེ་བཙུན་བོད། གྲུ་ཆེན་ནག་རུ་པའི་རུས་ཆེན་དང་ཐུགས་དམ་པད་མ་ར་ག་ཅི་ཡོད་རེད། འོ་དེ། པད་མ་ར་ག་དེ་བསྐུར། རུས་རྒྱན་དུ་རྒྱུ་མ་སྤྲད་དགོས་ཟེར་བྱས། ཁྱོད་རང་ཁོ་ལ་ཆོས་ཟབ་པོ་བཤད་ཤོག་ཟེར་ནས་ཁོ་རང་གི་སློབ་མ་བླ་མ་དངོས་པ་ཆོས་ཀྱི་རྡོ་རྗེ་ཚེ་ངན་སྐྱེ་བ་རེད་དེའི་རྩ་ལ་མ་ཡིག་བཏང། ཨ་ནེ་ཆོས་ཐོག་བཏང་ཤག་པ་རེད་ཨ་མས། པད་མ་ར་ག་དེ་བསྐུར། བསྐུར།
ནོར་བཟོ། ནོར་བཟོ། ད་རིང་ཁྱོད་རང་ཐུགས་དམ་པད་མ་ར་ག་དེ་ཁྱོད་ལ་ལ་བཏགས་ཡོད་ཟེར། ཁྱོད་རང་ངའི་བུ་ཐུབ་པ་ག་དེ་ལ་པད་ཨོང་ཟབ་རིང་ཟབ་ཚེ་ཆོས་ཟབ་རིང་ཟེར་ཞེས་དགོངས་རྒྱག་བྱོས་ཤོག་གསུངས་ནས། ཡིག་རྫུན་མ་བཟོས་ནས། ཡིག་རྫུན་མ་བཟོས་ནས།

འོ་ད་ཡང་ཁྱོད་རང་བུ་སྒྲ་སྒྲ་དེ་འབྲུ་ཚ་ཤ་ཁྱོད་རང་སྐྱེས་བུ་སྐྱེས་དུས་སུ་བཞུགས་ཆོག་ག་ཚོད། ཡང་མར་པ་གིས་པའི་སྐུ་ཟན་དབུ་ཐུང་ནི་བླ་མ་ཡི་དམ་ཁ་དྲོ་ཆོས་འབྱུང་ངན་པོ་ཐོད་པ་འགའ་ཁུག་བཞུགས་སུ་ཡང་པའི་ཚུལ་བཀུག་བཞུགས་སའི་ཐུགས་སྨོན་གནང་གི་ཡོད་རེད། ཐོད་པ་འགའ། སྤྱན་ཆབ་བསིལ།
and མི་འདུག་གསུངས also ཙང། he shed tears། ད་ངའི་བུ་དེ་ཏོག་ཙེ་ཡོང་བ་མི་འདུག་ད་དེར་ཏོག་ཙེ་ལས་ས་མ་རེད་ཨ་ཁ་གསུངས་ནས་ཐུགས་སྨོན་ཐུགས་ཁྲིད་གནང་གི། དེ་ཡོང་གི་མ་རེད་བ་ཨ་མའི་ཡི་གེ་སོགས་ནི་བླ་མ་ཁྱི་ཚབ་ཚོང་བཞག་ཚར་མེད་ནི་དགོངས་འཆར་བསྟན་ཡོད་རེད། དེ་ནས་ཡོང་དག་མེད་ཡ་མཚན་བླ་མ་འདི་ག་ཡིན་འགྲོ་ཡོད་དུས་ནི་སྡུག་འདི་ཤ་སྟག་སྡུག་སྡུག་པ་ཤ་སྟག་བྱས་ད་འགྲོ་དུས་ནི་ལྟ་བ་རིས་ཤིག་ཡང་ཁོ་རའི་དམུས་ལོང་བརྒྱབ་ད་ད་རིང་ཕྱི་ཐག་མིག་ཆུ་ཕྱི་ཐག་གཏོང་གང་ཡིན་དགོས་ད་ད་བུ་དེ་ཡ་སླེབས་འོང་ནས་ཡང་ཡི་གེ་འབྲེལ་ཏོ་བྱས་ཡོང་བསམ་ད་ངའི་དེང་བྱས་ཡག་ཤོག་ཡོད་མ་སོང། ཐ་མི་ལ་རེ་བ་མི་དགའི་དགོངས་བརྒྱ་ནི་རྟོགས་པ་བརྗོད་ལ་རྩ་ནི་མ་བཅད་པ་རེད། དེ་ནི་མི་ལ་རེ་བ་དགོངས་བརྒྱ་ནི་རྟོགས་པ་བརྗོད་ལ་མ་བཅད་ག་གཱའི་བྷན་མ་ཐོབ། ཨ་བླ་མ་དངོས་པོ་ཆོས་ཀྱི་རྡོ་རྗེ་འུ་ཐུག་ད་ངན་ཁྱོད་ལ་བས་དབང་ཟབ་རིང་ཟབ་ཚད་ནང་ཆོས་ཟབ་རིང་ཟབ་ཚད་བཤད་པ་ཡིན། ད་ཁྱོད་རྩ་ནི་གུ་ཅི་ཚུད་ཀྱི་མེད་ཡག་དེ་བླ་མའི་བཀའ་མ་གྲོལ་བ་ནི་ཡིན་མདོག་མེད་ཡི་གེ་གིས་ཀྱི་འདུག་གཱ་ཟེར་བ་རེད། དེ་མི་ལ་རས་པ་གའི་དྲང་པོ་བཤད་པ་རེད། བླ་མའི་བཀའ་གྲོས་མ་སོང་སྟེ་ཡོང་བདག་རྨས་མ་ང་གཉིས་ཡི་གེ་འཛུལ་མ་སོང་ན་དེ་འདྲ་ཁེལ་ཡོང་བ་ཡིན། དེ་ནས་བླ་མ་ཆོས་པ་སྔོན་མོ་ཆོས་རྡོ་རྗེ་ཐུགས་ཞི་དྲག་ཕམ། ད་ང་གཉིས་རྩ་དང་མ་འགྲིག་པར་ཁྱོད་དགུང་རྒྱག་གོ་མ་རེད་ད་སང་ཉིན་ང་གཉིས་ཡར་འགྲོ། བླ་མའི་སྐུ་མདུན། བླ་མ་སྔོན་པོ་ཆོས་ཀྱི་རྡོ་རྗེ་ཁོ་རང་ལ་ཡོད་ཡག་པ་ཕྱུགས་ར་ལུག། རྒྱུ་ནོར་ཟོག་ཟུང་གང་ག་བསྡུ་གསོག་རྒྱག་ནས་གཡག་གཡོག་ཚོའི་མི་ལག་རྩེད་དགེ་བ་ལ་འཁོད་བཅུག་བླ་མ་ལས་བུ་ཡག་ཁ་རྗེ་དབང་ཐང་ཡག་དུས་ཁོམ་པ་བཏུང་བ་བཟོ་ནས་ཨ་ནི་འཁྲུལ་པ་དགའ་དང་མྱང་འདུས་ཡ་ལྕགས་རི་རེད། ཐག་རིང་ཚེ་རིང་མི་ཉན། དངོས་པོ་ཆུ་ཟོག་གི་ར་གཅིག་རྐང་པ་ཆག་ན་འགྲོ་ཐུབ་ངེས་མ་ཐུབ་ངེས་ཅིག་ར་དེ་བཞག་པས་ར་རྐང་ཆག་དེ་བཞག་ཡས་མ་གང་ག་ཡག་གི། དང་བླ་འགག་སྐུ་ཞི་དྲག་གཉིས་ར་ལུག་བཏད་རྒྱུ་ཡོག་རེད་བཅའ་ལག་འཁེལ་རྒྱུ་ཡོག་རེད་ནང་མི་གང་ག་ཁྲིད་ཡོག་རེད་སྐུ་གཉིས་ཙང་ཡང་མི་ལ་རས་པ་ལ་ཡ་ཁྱེད་རང་ཡར་འགྲོ་ཡོང་བདག་མེད་མ་ཚ་ལ་འགྲོ་ན་ཆང་གཅིག་སྤྲད་རོགས་ཅེས་ཁེལ་ཞུ་ང་ཁ་སྐོང་གི་འདུག། ཆང་ལས་འགའ་འཐུང་བ་རེད། དེ་ནས་ཨ་མ་དང་ཨ་མའི་མ་པའི་དགའ་ཐག་གི་ཆོས་ནི་ད་ལྟ་བླ་མ་ལ་ཞུ་ན་ཡག་པོ་ཡོང་གི་འདུག་རྙེད་གི་རེད་བསམ་ཡག་ཡག་ཨ་མ་སྐུ་མདུན་འགྲོ་བ་དང་བླ་མ་ཆོས་པ་སྔོན་མ་ཆོས་ཆོས་རྡོ་རྗེ་གི་ར་མ་རྐང་ཆག་བྱེད་མ་བཏུབ་པའི་ར་ལུག་ནོར་ལོངས་སྤྱོད་གང་ག་ཡང་ཕུལ་རྒྱུ་ཁེལ་ནས་ལང་ཀ་སྐུ་མཉེལ་བཞག་ཟིག་གི་འདུག་ཕུད་པ་འགའ་སླེབས་བྱུང། ཆང་ཅི་བཅད་ཁེལ་ཟིག་གི་འདུག་ཆང་སྐུའི་ཞགས་པས་འགྲིག་གི་མ་རེད་བ་ང་ར་སུ་ཁག་འགྲོ་གི་ཡིན། འགྲོ་ནི་དགའ་གི་མ་རེད་བས་ཟེར། ཡང་བདག་མེད་མའི་ཐུགས་ལ་དེ་འདྲ་བླ་མ་ཞི་དྲག་དགའ་ནས་བ་ད་ཁྱེད་རང་འགྲུལ་ཆུ་ཆང་ཁའི་འགྲུལ་ཞུགས་གསུང་གི་རེད་བསམ། གསུང་རོགས་ག་བྱས། དེ་ཞུ་བ་དག་གི་བླ་མ་དགོ་མ་གི་སྤྱན་སྤུ་དག་བཙིར་ཟིན་ཨཱས། ཁོ། གར་སྐྱེས་གང་ཡོང་བ་རེད་ཁོ་འགྲོ་ས་ཡོད་ན་འགྲོ་བ་རེད། བླ་མ་དངོས་པ་རྡོ་རྗེ་ལ། ང་རྒྱུ་ནོར་ལོངས་སྤྱོད་དགོས་ཡ་མེད་སུ་དགོས་ཡ་ག་རེ་རེད། ང། སའི་ཁེ་ནི་རྒྱ་གར་ལུང་པ་ལ་ཆོས་བཙལ་འགྲོ་དུས་ཚོགས་ཡོང་དུས་ཆུ་འཛིན་སུ་ཡོད་ང་སུ་བཞག་ཡོད་སུ་མཁན་བྱིའུ་རྐང་བྱ་བྱེད་མེད། ད་རིང་ཁོ། ང། ང། ལོ་ཙཱ་བ་ཆེན་པོ་གཅིག་གིས་ཁོ་ངོ་པ་ཆོས་དུག་གསོ་དགོས་བ་ག་རེ་གསོ་མི་ཐུབ་མ་རྒྱུགས་སུ་ལབ་ཞེས་གསུངས། ད་མ་རེ་བ་དེ་མི་ཚང་ནང་གི་ད་འདི་རེ་བ་ཕ་རྒན་འདྲ་བ་དེ་རེ་བ། ཡང་བདག་མེད་མ་ཁོ་རང་གི་བཟང་ཡོང་རེད། བྱས་ཙང་ཡོང་གི་མི་ཚང་སྐྱིད་པ་ཡིན་ཙང་ད་བླ་མས་ག་རེ་གསུངས་ནས་གསུངས་ད་ཅི་སུ་མ་འགྲོ་རེག་གི་མ་རེད་བསམས་ནས། ཆང་ཁའི་ཁོ་རང་གི་ཁའི། ཅིག། ཆོས་ཡ་རི་བོ་དེ་འདྲའི་ཁ་དོག་རི་བོ་ཁའི། མེ་ལ་རི་བ་ལས་འཁོལ་བཅུག་ཁོ་རང་གཉིས་འཇག་མ། ལ་མ་ཆོས་པ་རྡོ་རྗེ་སུ་ཁ་འགྲོ། སུས་ནི་ཡ་ཡོང་དེ། ཨ་ནི་ཀུ་ནོའི་ལྕགས་རི་རེད། ཨ་ནི་ཡ་ཕེབས་ཡོང། དེ་ནི། ར་ལུག་བཟོ་སྲིང་ཅན་ཚོ། ཕྱི་ལོ་ར་སྐོར་ན་ཀ། ལྕགས་ལ་ཁད་ཅིག་ཡོད་པ་ཚོ་ཡ་ཐོག་ཁ་དེ་བཞག། ཨ་ནི་ཁ་བཏགས་ཁེ་ཡ་བཅའ་ཆགས་ཚེ། ད་ངས་མེ་ལ་ཐུལ་པ་སྐབས་ང་རས་ཉག་ཆུའི་གཤེད་དབང་བསྐུར། ཡུང་དང་སྨད་མ་ཁོ་རང་གཉིས་ཀྱི་ཡི་གེ་རྫུན་མ་ཁེལ་ཏེ་ང་ཧ་མ་གོ་བ་དེ་འདྲས་བྱུང་སོང་དགོངས་པ་མ་གསུངས་རོགས། ད་ང་རས་ཁ་ཆེ་འོང་དང་ར་མ་རྐང་ཆག་ཅིག་འགྲོ་ཐུབ་ཀྱི་མི་འདུག། དེ་མ་གཏོགས་པ་ཅིག་གིས་ད་ར་ལུག་སེང་ཆེན་གང་ག་ཡར་འདེད་ཡོད་ཕུལ་གྱི་ཡིན་དེ་ཡར་བཞེས་རོགས་གནང་བཅའ་བ་རེད། དེ་ནི་ཁྱོད་རེ་མ་རྐང་ཆག་ཅིག་བཞག་ཡོད་ན་ཁྱོད་ར་ལས་འགག་སྒྲུག་ཤོག་ཡ་ཁིག་སོང། སོ།
མ་བླ་མ་བསྔོ་བ་ཁོ་རང་གྲོ་ར་མ་རྐང་ཆག་སྒལ་པ་ལ་འཁོད་ནས་ཡར་ལེན་བཅུག་པ་རེད། ད་བླ་མ་བསྔོ་བ་ཆུ་ཐོག་གི་ཞུ་ནས་ཡང་བཀའ་དབང་གཅིག་གནང་གི་ཡོད་དེ་ཁྱོད་ཀྱིས་གསུང་གི་ཡོད་རེད། མི་ལ་རེ་བ་ཨོ་ཡོན་ཁེ་ཤུ་ཤ་ད་གསུང་ཙང་ད་ཨོ་ཡོན་གྱི་ཕུལ་གྱི་འགོ་གི་རེད་བསམ་གི་ཡོད་མ་རེད། ཡོངས་དག་མེད་མ་ཁོ་རང་མཁན་མ་མི་ཚང་ཆེན་པོའི་བུ་མོ་རེད། མར་པ་ཐལ་ཚུལ་མནའ་མ་ཡོང་དུས། མི་ཚང་ཕ་རྒན་གྱི་ཁུ་རས་ཕག་གིས་མར་པ་པའི་སྐུ་རླུང་ཚ་པོ་ཡོད་རེད་ཁྱོད་རང་བའི་མི་ཚེ་ཆོས་ཨ་ཡོང་པི་བ་ལགས་སོ་བ་ཅུང་ན་བཟའ་བརྟན་ཐུང་བརྟན་ཡིན་ཟེར་གཡུ་ཡག་པོ་ཞི་བུ་ཅིག་ནོར་རིག་འདྲ་བོ་གཡུ་ཅིག་དེ་ཁྱེད་རང་གི་རྫོང་མལ་ལ་མར་པ་ལ་མ་བརྟེན་ཆོས་རས་བེད་སྡོད་ཨེ་ཟེར་བྱས་ཀི་སྤྲད་ཡོང་རེད། ད་ཡོངས་དག་མེད་མ་གི་མེ་ལ་ཐུལ་པ་ག་ལ་གཡུ་དེ་སྤྲད། ད་ང་གཡུག་ཐུབ་པའི་གམ་མི་འཛད་ཀི་རྩ་ཆེན་པོ་རེད་ད་ཁྱོད་རང་ལྟ་པར་ཤི་དུང་བསྡད་ཙང་ང་ཤ་ཚ། ད་རིང་ཨོ་ཡོན་ཁེ་ཞུ་ཟེར་གི་འདུག་ན་ཨོ་ཡོན་དེ་ཕུལ་ཞོགས། གཡུ་ཐེ་མི་ལེ་ཨ་མ་ལུག་བསྡད་པ་རེད། དེ་ནས་ཡར་ཚོགས་ཡོང་དུས་མི་མང་པོ་ཡོད་མ་རེད་དངོས་པོ་ཁོ་བཅས་སུ་མ་གཏོགས་ཡོད་མ་རེད་བ། ཡར་ཚོགས་ཡོང་དུས་ནི་ཡར་ཐོས་པ་ཁ་ཁྱོད་ག་རེ་ཡིན་པ། ཨོ་ཡོན་ག་རེ་ཡོད་ཨོ་ཡོན་མེད་ན་མ་བྱུང་ཨོ་ཡོན་ཡོད་ན་ཁེ་ཞུ་སོང། དེ་ནས་མི་ལ་ཡར་ལངས་ནས་གཡུ་ཐེ་བཏོན་ནས་ཕུལ་བ་རེད། གཡུ་ཡག་པོ་ཞེ་པོ་གཅིག་ཡོད་ཙང་བླ་མའི་པའི་ཐུགས་མ་ཉུང་གཡུ་གཅིག་བྱུང་ཙང་ཧ་ལས་ནས་ཨ་ཡང་བཙལ་ས་བློ་ཡག་གསུང་ཡག་མ་རྙེད་ཨ་ལི་གནས་སྐབས་གཅིག་ལ་ཨོ་ཡོན་ཁེ་ཤུ་ཟེར་མིའི་བུ་རུ་བ་གསུང་ཡག་མ་རྙེད་པ་གོང་ཁ་ཤས་རེད། ཆོས་བསྟོད་དོན་ཟ་ཡག་མེད་པ་ངའི་སོ་དེ་དགོ་ཡག་གི་དཔང་པོ་ཡིན་པ་ཨ་སི་ཅོ་དེ་ག་ནས་རྙེད་བྱུང་སོང་ཅོ་ག་ནས་བྱུང་བ་སོང་ཨིན་བཙལ་བཅོལ་བ་རེད། རྩད་གཅོད་པའི་སྒང་ལ་ཡུང་དར་མའི་དམག་གི་ལམ་སང་ཡར་རྒྱུགས་ད་ཐོག་ཡི་སི་ད་རིན་རིན་ལ་ཁོ་ལ་ད་རིན་ཨོ་གནང་རོགས་གནང་གཡུ་དེ་ཁོ་རའི་མ་རེད་ང་རའི་ཡིན་ང་བས་ཆུང་ཆུང་ཁོ་ནང་ནས་ཡོང་དུས་ཕ་མས་ང་སྐུའི་ཤ་བ་རེད་ད་ཁྱེད་རང་གིས་ཁོ་བས་མ་གསོད་ཅེས་རྡུང་བསྡད་ཙང་ང་ཤ་ཚ་དྲགས་ནས་ངས་ཁོ་བསྐྲད་འོང་བྱུང། དར་མའི་མ་ལ་ཁྱོད་ཐོག་ཁང་ནང་མ་ཡོང་དུས་ཁྱོད་རང་ང་ལ་ད་བ་རེད། ཁྱོད་ང་ལ་ད་ནི་ཁྱོད་གཡུ་ངའི་ཡིན་དགོས་བྱུང། དེ་ང་རའི་ལྕེ་ལ་རེད་བ། ཁྱོད་ང་དེ་མ་སྤྲད་གོ་གང་མི་མཛད་རེད། ཡང་ཞིང་མེ་ལ་རེད་བ་མགོ་དེ་ནས་བསྡུས།

འོང་གནང་གོ་གསུངས། ག་རེ་ཐོས་པ་དགའ་ངས་འོང་བྱུང་བའི་སློབ་མ་གཙོ་བོ་ཡ་གས་དང་སེང་གདུག་མོ་གོ་གསུངས། ངས་ཁྱོད་ལ་ད་ལྟ་དཀའ་ལས་ཆེན་པོ་གཅིག་གི་ཁ་ཤས་རྒྱག་བཅུག་གི་ཡོད་གསུངས་པར་ད་དེ་བྱུང་མ་སོང་སུ་ད་ཡོང་དེ་ཨ་མས་མ་སེང་ཆུང་བ་གཅིག་བྱས། ཨ་ནི་ད་དེ་རིང་བཞག་ན་མ་ཏུ་ཡོང་མི་འདུག་གསུངས། ངས་ཁྱོད་གཡོག་རྒྱུག་བཅུག་ཡ་ཡིན་ན་ཁ་ལག་སྤྲད་གཡོག་པོ་བཅུག་ལས་བཅུག་ཁུམ་པ་ཡག་རྒྱག་མ་ཤེས་གི་མ་རེད་དོག་མོ་གཉིས་ཡག་པོ་གཅིག་རྒྱག་བཅུག་གི་རེད། ཁྱོད་རང་སྡིག་པ་སྦྱང་ཡག་གི་ཐབས་ལས་བྱས་པས་ང་ལ་དགོས་ཡག་མེད། རྟ་གཡུག་དེ་ཡང་ང་ལ་དགོས་ཡག་མེད། ཁྱོད་རང་ད་དུང་དཀའ་ལས་ཅི་མྱི་རྒྱག་གི་ནས་ཡག་པོ་བྱེད་ཡོང་བ་ཡོད་དེ། ཟླ་མེད་མ་སེམས་ཆུང། ད་དེ་ག་ཚོད་བཞག་ན་མ་གཏོགས་ཁྱོད་རང་གཉིས་ཀྱི་ཆོག་ས་མ་རེད། དེ་ནས་དབང་གནང། དབང་གྲོལ་ཚར་སོང་དུས། བླ་མ་དངོས་པོ་རྡོ་རྗེ་ལ་ར་ལུག་སེང་ཆེན་ཁ་སེང་ཕུད་ཡག་གང་ཡིན་པ་དེ་མ་ཁོས་གསུངས། ཁྱོད་རང་རེ་མ་རྐང་ཕྱག་ལེན་བཅུ་དགོས་ཡ་དེ་ཁྱོད་རང་སྡིག་པ་སྦྱང་ཡ་ཚོགས་བསགས་ཡ་གི་དོན་དག་ཡིན་ང་ལ་དགོས་ཡ་མེད། ལམ་འང་འགྲོ་དུས་རེ་མ་རྐང་ཕྱག་རྒྱས་པ་ཁུག་འཇུག་གསུངས། མི་ལ་རས་པ་ལ་ཆོས་གསུངས་གདམས་ངག་གནང་ཡ་ད་ཆོས་གནང་ཡོད་རེད་གནང་ནས་ཇོ་མ་མི་ལ་རས་པ་ཐོག་མར་དང། མ་པ་མཇལ་ཁར་འགྲོ་དུས། འབུལ་ཡག་གེ་མེད་ཙང་མི་ཚང་གཅིག་གི་གཡོག་པོ་བརྒྱུགས་ནས་དེའི་རིན་པ་གི་ཉོས་ཞབས་པའི་ཟངས་གཅིག་ཕུལ་རེད། ལྟོ་འཕྱེ་བསྐུ་ཡང་ཟངས་ཀྱི་མདུང་ཅག་བསྡིགས། ཟངས་བཏུང་བ་ཕུད་བཞག་པ་རེད། ནག་ལོག་ལོག་ཡར་མནན་ནས། ཨ་ནི། མར་བ་ཡར་བཞངས་ནས། ཟངས་དེ་ལ་རྒྱབ་ཁ་ཞུས་ནས། ཚགས་སོང་ཞུས་སྐད་པས་པོ་ར་ཟངས་ཀྱི་མདུང་ལ་སྐད་རྒྱག་གི་རེད་བ། རྒྱབ་ཁ་ཚགས་སོང་ཞུས། ཆུ་མིག་མདུང་རེ་བཙུགས་ནས་མར་ཁུ་བླུགས་ནས། ཨ་ནི་ཡི་གེ་ཆུ་ཁང་ནང་ཆུ་མིག་བཀག་ནས་བཞག་གི་ཡོད་རེད། མེ་ལོ་རེ་བ་སྟོད་ནས་མ་ཕེབས་ནས་ཆུ་མཇུག་སྒང་ལ། མ་བྲག་ཚ་ལ་ཕེབས་ཡོང་དུས། མར་བག་གི་འཆིང་གི་ཡོད་རེད་སྐལ་ལྡན་གྱི་གདུལ་བྱ་གཅིག་ཡོང་གི་ཡོད་པ་བསྟན་པ་མཛད་མཁན་གཅིག་ཡོང་གི་ཡོད་པ་དེ་འཆིང་གི་ཡོད་རེད་བྱས་ཙང་སུ་ཁ་འགྲོ་བ་ལ་ཆོས་ཞུ་མཁན་ཕར་བསུ་བའི་སྤྲོས་མེད་ཙང། དོན་དག་ཡང་སྙིང་ཁུང་གི་པའི་ཆོས་ཀྱི་རྒྱལ་སྲས་སྒྱུ་མ་པའི་བསྟན་པའི་བདག་པོ་འགྲོ་བ་ཡོངས་རྒྱུ་ཡིན་པས་པའི་གནས་དེ་མཁྱེན་ནས་སུ་སུ་ཁ་ཡི་མ་ཡུམ་པ་ཅན་མང་ཙེ་ལང་ཁ་ཅིག་ལ་བྱིན་ལེགས་བྱས་ནས་བཞུགས་པ་རེད། དེ་ནི་མར་བས་ཡོངས་དག་མན་མ་ལ་དེ་རིང་ང་མོན་པ་རྒྱལ་ཁར་འགྲོ་གི་ཡིན། ཆང་ཡང་མང་པོ་ཅིག་ཁེལ་ཞོག། ཆང་རྡོ་ལོ། འགྲུལ་པ་ལས་སླེ་ཡག་ཁེལ་ཞོག་ཆང་མང་ཙིག་ཅིག་ཁེལ་ཞོག་མོན་པ་རྒྱལ་འགྲོ་གི་ཡིན་གསུངས། ཨ་ཡོང་དག་སྨྲས་མ་གི་ཁྱེད་རང་བླ་མ་ཆེན་པོ་རེད་མོན་པ་རྒྱལ་ནི་གང་ཡོང་ཟེར་ཅེས་རེད། ཨ་ང་བླ་མ་ཆེ་ནས་ཆུང་ནས་གྲུམ་པའི་ཕ་རྒན་ཞིང་ལས་མ་རྒྱ་གར་སྐྱེས་པོ་རེད་ཟེར་ཅེས་ནས་བཀའ་བཀྱོན་གནང་ཅེས་ཕེབས་པ་རེད་མོན་པ་རྒྱལ་འགྲོ་གི་རེད། ཞིང་ཁ་ཅིག་ལ་མོན་པ་རྒྱལ་མོན་པ་ཕྱེད་ཀ་ཙིག་ཅིག་བཅག་ནས། ཨ་ནི་ཞི་རགས་རང་ཨ་མ་སྐྱོན་པ་བྱས། ཆང་སྤྲོས་ཕྱེད་ཀ་འཐུང། ཨ་ནི། བོད་ཀྱི་ས་ནག་ལ་མ་ཨ་ཅུག་ནི་བཞག་ཨོ་ཞཱ་ཐིག་གི་དེ་སྐབས་ནི་བཞག་ཨ་མི་ནས་ལང་ཀ་ཡོད་རེད་ཐག་རིང་དེར་དེ་ནས་ཨ་ཡོང་ངས་ཨ་མདོ་ལྟ་གི་ལྟ་གི་བཞུགས་བསྡད་པ་རེད། ཨ་ནི་དེ་འཇོག་རེད་རེད་མི་ལ། ཨ་ནི་མི་ལ་རེད་དེར། འཇོག་ཡོང་དུས་ཨ་ནི་མོས་པ་བྱས་ངས་བླ་མ་ཨ་ཧ་གོ་མ་གོ་བ་བཅས་སྐད་ཆ་དྲིས་པ་རེད་ཨ་ནི་ཁྱེད་རང་ལ་མགར་ས།
མ་བ་ལོ་ཙཱ་བ་ཆོས་ཀྱི་རྒྱལ་པོ་བཞུགས་ས་དེ་ཁྱོད་ཧ་ཨ་གོ་ཨོ་སི་བྱས་པ་རེད། ཨ་མ་རོག་གི་ཁྱོད་ཀྱི་རྒྱལ་པོ་མ་པོ་ངའི་ཧ་མོ་གོ། མར་པ་ལོ་ཙཱ་སི་ངའི་དེ་སྡོད་ས་ངའི་པན་ཆོག་ཁྱོད་རང་དེ་གཏོགས་གི་ཡིན་པས་ཁྱོད་རང་ང་དེ་གཏོགས་གི་ཡོད། དེ་ནས་ཁྱོད་རང་ཨ་ལི་འོང་ན་མར་པ་ལོ་ཙཱ་བ་བསྡད་སོ་ཁོམ་པ་ཡག་གི་རེད་དེ Angie ཤོག། pointed to his house. སྔོན་ལས་ངའི་ལས་ཀ་དེ་བྱེད་སྨོན་པ་དེ་བྱེད་བཞིན་ཁ་དེ་སྨོད་བག་གི་འཆང་ཡོད་དེ་ཡས་ཐུང་ཨ་ནི་ཤོག་ཨ་ཅེས་པ་རེད།

དེ་ནས་མི་ལ་ཡ་ཡོང་རྒྱལ་ཁ་ཕྱིན་ནས་ཡང་རྒྱལ་ཕྱག་འཚལ་སྒྲོག་བྱས་ཏེ། ཨ་འོ་འདི་ཨ་ཡིན་དེ་ལྟ་གི་མི་གི་མི་གེ་འདི་འདྲ་འདུག་བསམ། ད་ངས་དེང་གི་རྒྱལ་ཕྱག་འཚལ་ཁ་ལག་ཡག་པོ་མཇལ་བ་རེད།
འདི་ལུག་རྫི་རེད་ཁྱད་པོ་རེད། ཁ་ནས་ཁྱོད་ང་ངོ་མ་ཤེས་པ་རེད་ང་རེད་ང་རེད་ད་ཕྱག་འཚལ་དེ་མཚུངས་མོ་གོ་གསུངས་པ་རེད།

འབྱུང་བ་བླ་མའི་སྐུ་འདུས་ལ་གདུགས་མཆོད་བྱས། བླ་མས་པའི་ཆོས་ཡོངས་སུ་རྫོགས་པ་པའི་ལྷག་མ་མེད་པ་ཚུར་དོར་ཡ་དང་རང་གི་མྱ་ལན་བྱས་ནས་པའི་མྱ་ལན་ལྷག་མ་མེད་པ་པའི་མྱ་ལན་གང་གཱའི་ཚལ་ནས་ཚེ་དེ་ལ་སངས་རྒྱས་ཡག་གི་རྟེན་འབྲེལ་དེ་བྱུང་བ་རེད། དེ་ནས་མར་བར་གྱི་དབང་ལུང་མན་ངག་ཡོངས་སུ་རྫོགས་པ་གནང། ཨ་ན་པ་རུ་ཅི་ལ་ད་ཁྱོད་རང་མ་བསྡད་འགྲོ་ཤོག་གསུངས་སྟོད་ལ་ཡར་སོང། ལུང་པ་འདི་འདྲས་ཅི་ཡོད་འདས་འདས་དགུང་འཇགས་སར་ས་ཆ་དུ་ཚུད་བསྟན།

ཇོ་མོ། དྭགས་པོ་ལྷ་རྗེ་ལ་སྡུག་རུས་རྒྱག་དགོས་པའི་གདམས་ངག་འདྲ་པོ་དེ་སྐུ་ཅག་གིས་སྨྲ་དེ་བསྟན་པ་རེད། ད་ཇོ་མོ། གྲུབ་པ་ཐོག་ནས་ནི་སངས་རྒྱས། སངས་རྒྱས་ནི་ཕྲིན་ལས་ནག་ཁ་དང་མཉམ་པ་འགྲོ་བ་བྱུང་ནས་ཁོང་གི་སློབ་མ། དྭགས་པོ། འདི་རེད། དྭགས་པོ་ལྷ་རྗེ། སྒང་པོ་བ་ཟེར་ཡ་དེ། དེ་ཡག་པས།

ད་ལྟ་ག་ཚོད་མིན་འགྲོ་མི་ལ་རེ་བ་དང་མི་འདྲ་བ་ང་རང་ཚོ་ཆོས་བྱེད་མཁན་ཚོ། དཀའ་ལས་རྒྱབ་མི་དགོས་བ། བདེན་མེད་པ་བསྡད་མི་དགོས་བ་བདེན་འབོད་བུ་ཞེ་དྲག་ཡག་པོ་དེ་འདྲའི་སྟེང། ཆེ་བསྡད་ཅི་ཡོད་རེད་བ། སུན་སྣང་ཆེན་པོ་རེད། ད་ཨ་ལེ་འདི་པར་རོ་ལ་བསང་རྩིས་གནང་ཞུ། ཨོ་ཡ། ཁོང་ལྟོས་ལ་མི་ལ་རེ་བ་སྐུ་མདུན་ལྕགས་ཆོས་ཞུ་གདང་བ་ཞུ་དགུང་རྒྱབ་རྟོགས་པ་བརྗོད་ལ་ཅི་ཡག་པོ་བྱུང་ཡོད་རེད། དེ་ནི་མར་བོད་ལ་འགྲོ་ཞོར་སོང་ན་ཁྱེད་རང་བོད་ལ་སློབ་མ་སྐྱོང་སོང་ཡ་ཁོ་རང་གི་དགོན་པ་ཅིག་བཏབ་ཡོད་རེད་ད་ལ་སྒམ་པོ་ཟེར་ངེས་སྒམ་པོ་ཟེར་ཡ་དགོན་པའི་མིང་རེད་ཁོ་རང་གི་ཕྱག་བཏབ་པ་རེད། དེ་ཁོང་མར་བོད་ལ་ལོག་འགྲོ་དུས་མི་ལ་རི་བ་མང་ཙས་སྐྱེས་ཁ་ཕེབས་པ་རེད་བླ་མས་མཇུག་མ་ཡང་ཆུ་ཡ་མཇལ་ཆུ་ཡོང་བ་ཞིག་གི་སྤྱོད་འཇུག་གནང་རོགས་གནང་ཞུ་བ་རེད། དེ་ཚེ་ལ་ངེས་པ་མེད་པ་དེ་ཁས་ལེན་ཡ་དེ་ཡོད་མ་རེད་དེ་ཡིན་ནའི་རྟེན་འབྲེལ་འདྲ་པོ་རེད་ད་ང་གཉིས་ཨུ་ཚུགས་ཡོང་འགྲོ་ལོ་འདི་གི་ཟླ་བ་འདི་ཚེས་གྲངས་འདི་རེད་ཅེས་མཚོན་བྱེད་ལ་འཆོར་འཇུག་ཟིན་པར་ཤོག་ཡག་ཅིག་ཤོག་ཨ་གསུངས་པ་རེད།
before that date། དེ་ནི་ཆུ། མ་སྐྱེས་ས་བས་ད་ཁྱོད་རང་འགྲོ་ཤོག་གསུངས་མི་ལ་རི་བ་ད་ག་བཞུགས། ཨ་ཁོ་རང་བྷའོ་ཙེ་བྷ་བྷས་ཚ་དེ་ཨོ་ཨེ་བས་འདས་ཤོག་ད་གསུངས་པ་རེད། ད་ངས་ཁྱོད་ལ་ཨོང་དང་ལུང་དང་པས་གང་བསྐུར་བ་དེ་སྤྲད་ཚར་བ་ཡིན། and he told him། ད་གདམས་ངག་གཅིག་ངས་སྤྲད་སྤྲད་མ་འདྲ་བ་ཅིག་ང་ཕམ་གི་རེད་བསམས་ནས་བསྡད་བཞག་ཡོད་གསུངས་པ་རེད། དེ་ནི་ངས་ཁྱོད་ལ་བསྟན་གི་མེད་ངས་སུ་གཅིག་ལ་བལ་མེད་ངས་མ་བསྟན་པ་བལ་བ་གཅིག་ཡོད་གཞན་པ་གང་ལ་བསྟན་ཚར། ད་དེ་ངས་ཁྱོད་ལ་བསྟན་ཐུ་བ་མི་འདུག་ད་ནི་འགྲུ་ཞོག་གསུངས་པ་རེད། ཕ་ཚོ་ཅི་ལས་དེ་ཚུར་ཤོག་གསུངས་པར་ཡང། ངས་མན་ངག་ཟེར་བ་དེ་མ་བལྟས་པ་ཡིན་ཏེ་ད་ཁྱོད་ལ་མ་བལྟས་ན་སུ་ལ་བལྟས་ཁྱོད་རང་ལ་བལྟས་དགོས་གསུངས་ཕྱག་འཚལ་མེ་འདྲེན་ཕུལ། དེ་ནས་ལྷག་བསམ་ཁོ་རང་རྟོགས་ཁྲིད་དེ་ཕྱག་འཚལ།

དཀའ་ལས་རྒྱལ་བ་ཡིན་རྟོགས་པའི་རྒྱུད་ལ་སྐྱེ་བ་རེད་ཁྱོད་རང་ཚོས་ཆོས་ཀྱི་ཆོས་ལ་མ་ལེན་པ་རེད་སྡུག་རུས་ལ་ལེན་པ་རེད་སྡུག་རུས་ཧུར་ཐག་བྱས་ཤིག་དཀའ་ལས་རྒྱབ་ཤོག་གསུངས་ད་མོས་ང་འདི་ཡིན་དེ་མ་གཏོགས་ང་ཤི་ནས་བྲེལ་བ་མེད་གསུངས། དེ་ནས་མར་ཕྱིན་པ་རེད། ང་ཕེབས་སོང་རེད་ཕེབས་སོང་དུས་བླ་མའི་བཀའ་དྲིན་དྲན་ནས་ཡང་ཡག་ཅིག་ཕྱིར་བལྟས་ཀྱི་ལོ་མཇལ་བླ་མ་ཡེ་ནས་ཟིལ་བཞུགས་ཡོད་རེད་དེ་ནས་བླ་མའི་ཐུགས་རྗེ་དྲན་ཏེ་ཕྱག་འཚལ་བཏང་རེད། ཕྱག་ཕྱི་ཕྱག་འཚལ་བ་ཡིན་ཙང་བསྟན་འཛིན་ཕྱོགས་ནས་གནས་ནས་སྐུ་ཚེ་དེ་ལ་ཡ་ཞལ་མཇལ་རྒྱུ་མ་བྱུང་བ་རེད་མི་ལར་བ་དགུ་མ་རྫོགས་པ་རེད། ད་དེའི་སྐབས་ལ་བཀའ་གདམས་པའི་བསྟན་པ་དག་ཡོད་བ་རེད་ཇོ་ཇེ་པ་ནས་ཨ་ཏི་ཤ། རྒྱ་གར་ནས་བར་བོད་ལ་ཕེབས་ནས་ཨ་ནི་བའི་བཀའ་གདམས་པའི་བསྟན་པ་ཡང་ཉི་མ་ཤར་བ་འདྲ་བོ་དར་བའི་སྐབས་རེད་ད་ནི་ཕལ་ཆེར་ཡག་པོ་ནས་གནས་ཡོད་བ་འདྲ་ཡག་པོ་ཡོད་གི་ཤི་བྱ་ཡུལ་བ་འཆི་བདག་དང་དུས་མཚུངས་རེད། ད་བཀའ་གདམས་པའི་དུས་ལ་ཡངས་པའི་བསྟན་པ་དྲི་མ་མེད་པ་ཡག་པོ་དག་ཡོད་བ་རེད། ད་ཡང་མ་མ་ཉམས་ནས་བཀའ་གདམས་པའི་བསྟན་པ་ཡ་ཏོག་སུ་མ་ནུབ། ཨ་ནི། སློབ་དཔོན་རིན་པོ་ཆེ། བོད་ལ་ཕེབས་ནས་ཡ་རིང་མ་བཞུགས་བ་རེད་མ་བཞུགས་བ་ཡིན་ཙང་སློབ་དཔོན་རིན་པོ་ཆེའི་སྐུ་དངོས་ཀྱི་གདུལ་བྱ་ཇི་མང་ཉེ་ང་ལག་སོ་བ་དྲུག་ཐོག་དྲུག་པ་ཐོབ་བ་རེད་དེ་རྒྱུགས་ལ་ཕ། ཡང་ཕི་གི། ཆོས་ཞི་དྲག་གི་པའི་བཤད་སྒྲུག་གི་དག་བྱེད་དེ་མ་བྱུང་བ་བྱས་ནས། བསྟན་པ། ཡུན་རིང་པོ་རངས་པའི་བཤད་སྒྲུབ་བྱུང་ཡོད་མ་རེད། དེ་འདྲའི་སོང་ཙང་གང་ག་མ་ནུང་ནས་ནི་ཅོག་པུ་ཆགས་ནི་བས། བོད་ལུང་པ་འདི་བས། ཡངས་པའི་བསྟན་པ་ལ་དྲི་མ་ཆེ་ནི་ཞེ་དྲག། ཁ་པོ་ཅན་ཡང་རེད། བོད་ཀྱི་དཔའ་བརྟན་ཨ་ཏི་ཤ་ཏི་སྐུ་འཁྲུངས་ས་རྒྱ་གར། རྒྱ་གར་དག་ཕལ་ཆེར། རྒྱ་གར་བཅིངས་འཕགས། ཞག་ལོ་མཚམས་གཅིག་ལ་རེད་འབིར་ཀ་མ་ལ་ཤི་ལ་གི་འདི་རེད།

དང། རྒྱལ་པོའི་མངའ་ཐང་རྟོགས་འགྱུར། དེ་འདྲ་ལས་བལྟས་ན་ལྟ་བའི། ཞེ་པོ་ཅི་ཡོད་རེད་དེ། ཁུངས་ཆུང་ཚུལ་ནུས་པའི་མཁས་པ་ཆགས། རབ་ཏུ་བྱུང་གཉིས་འདོད། དགུང་ལོ་གསུམ་གྱི་ཐོག་ནས་མཁས་པ་ཆགས་པ་རེད། དགུང་ལོ། ལྔ་ལོན་པའི་སྒང་ལ་མུ་ཏིག་པའི་དཔེ་འདི་ལྟ་དང་རྩོད་པ་བྱས་ནས། མུ་ཏིག་པ་དཔེ་འདི་ལྟ། གདུགས་བདུན་དཔེ་བདེ་ངེས་གདུགས་བཅུ་གསུམ་དཔེ་ངེས།

ནུབ་ཁོང། སངས་རྒྱས་བཀྲ་ཆེ་གེ་ཡོག་རྒྱ་གར་ལ། ཁོང་རྒྱ་གར་ལ་སངས་རྒྱས་སོང་ན་བོད་ལ་ཕེབས་ཐུབ་ཀི་མེད་པ་རེད། ཨ་ནི་ཁོང་ལ་གསང་སྔགས་ཀྱི་ཉམས་ལེན་བྱས་མ་བཅུག་བར་གྱི་བྱང་ཆུབ་སེམས་ཤ་སྟག་དགོངས་བཅུག་ནས་ལྷ་ཚོ་གེ་ལབ་བསྡད་གི་ཡོག་རེད།
ད་དེ་ནས་བར་བྱང་ཆུབ་སེམས་ཀྱི་དོན་དག་ལ་ཨ་ནི་སེར་གླིང་ཡུལ་ལ་ཕེབས་བླ་མ་སེར་གླིང་པ་དཀོན་འདུས་ལ་ལོ་བཅུ་གཉིས་བཞུགས་པ་རེད། དེ་བར་རུ་ནག་ཐ་མང་པོ་ཞི་དྲག་གཡོག་རེ་རྗེ་བཙུན་སྒྲོལ་མ་དང་བྷ་བ་སྤྱན་རས་གཟིགས་གཉིས་ཀའི་སྐུ་དབུས་ནས་བོད་བློན་འབྲུག་ཆོས་སི་ཏཱ་བྷ་རི་ཤི་སྤྱན་རས་གཟིགས་དང་རྗེ་བཙུན་སྒྲོལ་མ་གཉིས་ཀས་བཟུང་སྐུ་དེ་ནི་བོད་གནས་དེ་ནས་ཤུལ་ངེས་བྱུང་བོད་ལ་ཕེབས་པ་རེད། དེ་ཁོང་བོད་ལ་ཕེབས་ནས་གསང་སྔགས་ཀྱི་དབང་དེ་སྔོན་ཆེན་པོ་གནང་གི་ཡོད་མ་རེད། བྱང་ཆུབ་ཀྱི་སེམས་ཀྱི་གདམས་ངག་ཤ་སྟག་གནང་བྱེད་བཞུགས་པ། དེ་ནི་བོད་ཀྱི་མི་དམངས་ལ་ནི་སྐྱབས་འགྲོ་དང་ལས་འབྲས་ཡིན་གསུང་གི་ཡོད་རེད། ད་ཇོ་ཇེ་ནང་ཐག་བཤད་གི་བསྡད་ན་ཚོ་ཉེས་ཚར་གི་མ་རེད། ཇོ་ཇེ་བོད་ལ་ཕེབས་ནས་རྒྱ་གར་ལ་ཡོད་པའི་བསྟན་པ་རྡུང་བའི་བཟོ་གྲབས་བྱས་ནས། ལོ་གསུང་ཐུགས་ལ་ཚུར་གདན་འདྲེན་ཞུ་རྒྱུ་གི་བའི་མནའ་གནའ་བཀག་གཏོང་ནས་ནས། རྡོ་རྗེ་གདན་གྱི Mazda འབིར་ཀ་མ་ལ་ཤེ་ནེ་ཏན་རེ་ན་ཨ་ཀ་ར་གི་བའི་དགོན་པ་འདྲ་པོ་མ་སྤྲད་ནས་ད་ཐོག་མ་དེ་འདྲ་ཡིན་ཆེ་ནས་བཀག་གཏོང་ཡོད་རེད། ད་བོད་ལ་ཕར་ཕེབས་ནས་ལོ་གསུང་གོང་ལ་ནས་རེ་ན་ཨ་ཀ་ར་གི་བོད་ལ་ཕེབས་ནས་ཕན་ཐོག་པོ་ཞེ་དྲག་འདུག་གསུང་ནས་དགོངས་ནས།

ཇོ་ཇོ་དཔའ་ལྡན་ཨ་ཏི་ཤ་ནི་བྱོན་ནས། ལོ་སུམ་བརྒྱ་གང་ལ་རྒྱལ་མོ་ཞིག་བྱོན་པ་རེད། ད་བླ་མ་ཙོང་ཁ་པ་གི་པའི་སངས་རྒྱས་ཀྱི་བསྟན་པ་དེ་པའི་གཞི་ནས་ཡག་སོས་ནས་པའི། མི་དགེ་བའི་རྩིག་གདན་ནགས་ལས་གསོན་པའི་ཐུང་ལ་སུང་ཐོག་བཞི་ཐོག་དགུ་སོ་འདྲ་པོ་བསྟན་པ་དག་ཆུ་མེད་ན་མ་གཏོགས་བྱེད་དག་ནས་བསྟན་པ་སྤེལ་རུ་གནང་བ་རེད། རྗེ་རིན་པོ་ཆེ་མ་ཕེབས་གོང་ལ་གཞན་ཕ་དར་བཞག་ད་ཆོས་ཁུལ་འདི་སུ་ཞིང་གི་ཡོད་མ་རེད་བོད་ཀྱི་ཆོས་ཁུལ་འདི་ལ་འདི་ལྷན་ནང་ཕྲན་དང་སླེ་བུ་གི་མིང་ཡོད་རེད་དེ་ཚོ་མང་ཉུང་ག་འདྲ་གཏོང་ཐུག་ཡན་ཆད་ནི་མ་ཤེས་མ། རྗེ་རིན་པོ་ཆེ་གི་མདོ་སྔགས་ཀྱི་བསྟན་པ་ཡོངས་རྫོགས་སྤེལ་ནས་ཨ་ཁོང་གི་སློབ་མ་ནག་ཁའི་སྐར་ཚོགས་ལྟ་བུ་འཚོ་བའི་ནང་ནས་ཚེ་གཅིག་ལ་སངས་རྒྱས་འགྲོ་མཁན་སློབ་མ་བརྒྱ་དང་ཉི་ཤུ་ཚེ་གཅིག་མིན་ཡ་ཧ་གོ་ཡ་མིན་བཏགས་རྒྱུ་ཡོད་པ་བྱུང་ཡོད་རེད། བརྒྱ་དང་ཉིས་བརྩེགས་བགྲངས་ཏེ་སྙེ་མའི་བླ་མ་ཟང་ཟིང་བ་འཆི་མེད་རིན་ཆེན་གྱི་སྣག་ཐག་བཙུགས་ནས་དེ་ན་ལས་ཡོད་རེད། ཨ་ཁོང་གིས་དེ་འདྲ་ཅིག་སྣག་ཐག་ནས་བརྐོས་ཡོད་རེད་མ་གཏོགས་གཞན་ང་ཚོ་ཚོས་བཟུང་ཡག་དང་ཐག་གཏོགས་ཡག་རྩ་ནས་ཡོད་མ་རེད། ད་ཁོང་ཞལ་བཞུགས་དུས་ཨ་ལ་ལ་རྗེ་རིན་པོ་ཆེ་གི་སློབ་མ་དེ་ཚོའི་གྲས་དང། ཕྱིས་འབྱུང་ཚང་མ་ལོ་ཕྱེད་ཅིག་ལུས་ཅིག་ལ་སངས་རྒྱས་འགྲོ་མཁན་བྱུང་ཡོད་བ་རེད་མི་ལ་རས་པ་ནང་བཞིན་གྱི་ཉི་རྟགས་བཟས་དགོས་བ་མ་རེད་འཚོ་སྟངས་བཟས་དགོས་བ་མ་རེད་ལྟོ་ཆས་དཀའ་སྤྱད་བྱས་དགོས་བ་མ་རེད་ཆོས་དེ་ཟབ་དྲགས་པ་ཡིན་ཙང། ཆོས་མདོ་སྔགས་ཡོངས་རྫོགས་གནས་བདུན་ནས་པའི་ཡོངས་རྫོགས་རུབ་དེ་ཁོང་གི་གནང་བཞག་པ་ཡིན་ཙང་དེ་ནས་བཟུང་པ་དགེ་ལུགས་པ་ཟིན་ཉེ་དེ་ལས་སླ་པོ། དཀའ་ལས་ཁ་པོ་མེད་པ་དགེ་ལུགས་པའི་བླ་མ་ཚོས་ཁ་ལག་ཡག་པོ་ཟ་གོས་ལོག་ཡག་པོ་གོན། རིག་སྙོམས་སྐྱིད་པོ་གནང་ལ་དགོངས་རྒྱབ་ན་སངས་རྒྱས་འགྲོ་མཁན་མང་པོ་བྱུང་ཡག་རེད་བ་ད་ཆོས་ཀྱི་ཆེ་བ་རེད། རྗེ་རིན་པོ་ཆེ་དྲི་བསུང་མགོན་པོ་འཇམ་པའི་དབྱངས་ཡིན་པ་སྤྱན་རས་གཟིགས་ཡིན་པ་ཕྱག་ན་རྡོ་རྗེ་ཡིན་པ་ནི་ལུང་རིག་ལུང་དང་སྒྲུབ་བྱེད་རིག་པ་མ་ལུང་རིག་མང་པོ་གི་ཟིན་ལུང་བསྟན་མང་པོ་རྣ་ལ་ཡོད་རེད་སངས་རྒྱས་ཀྱི་ལུང་བསྟན་ཡོད་རེད་བཀའ་གདམས་པའི་ཆོས་རྗེ་ཡི་དུས་ནས་སྔོན་མའི་དུས་ནས་རེད་བཀའ་གདམས་པའི་རྒྱལ་པོ་འབྲུང་གི་འཁྲུངས་རབས་ཚོ་རྣ་ལས་ལུང་བསྟན་མང་པོ་ཡོད་རེད་ད་དེ་ཚོ་གཅིག་དང་གཉིས་ང་ཚོ་ཤེས་ཐུབ་ཀྱི་མ་རེད་ཤེས་དགོས་ཀྱི་མ་རེད། བླ་མའི་རྣལ་འབྱོར། བླ་མ་མཆོད་པ་ནང་བཞིན་གྱི་པའི་རྒྱལ་པོ་གང་གཱ་ཚང་པོ། པའི་དེ་ཆོ་ག་དེ། ཨན་གསར་བ་བློ་བཟང་དོན་གྲུབ་ཀྱི། པའི་ལུགས་སྲོལ་དེ་རེད། ཨན་གསར་བ་བློ་བཟང་དོན་གྲུབ་ཚེ་གཅིག་ལུས་གཅིག་ལ་སངས་རྒྱས་པ་རེད། བླ་མའི་རྣལ་འབྱོར་ལམ་གྱི་སྲོག་རུ་བ་བྱེད་དགོས་ཡ་དེ། པའི་སྔ་ནི། སངས་རྒྱས་བཅོམ་ལྡན་འདས་ནི་མཚོན་པ་ཅིག་གིས་བླ་མའི་རྣལ་འབྱོར་ཚུལ་བཞིན་དུ་ལམ་གྱི་སྲོག་ཏུ་མ་བྱས་ན་སངས་རྒྱས་ཡ་མེད་པ་ཡིན་ཙང་རྒྱ་གར་གྱི་མཁས་གྲུབ་ཚང་མ་ཀློག་གི་ཐུགས་དམ་གྱི་དེ། ཕྱོགས་བཅུ་སངས་རྒྱས་ཐམས་ཅད་ཀྱི་ཉམས་ལེན་གྱི་ནི་སངས་རྒྱས་འགྲོ་ཡང་གི་ལམ། བླ་མའི་རྣལ་འབྱོར་རེད་དོན་དུ་ཡང་ནི། གསུང་རབ་ཚང་མ་ཀློག་གི་བརྗོད་བྱ་མདོ་དང་སྔགས་གང་ག་ཀློག་གི་མྱི་བུ་འདུས་སྡེ་པ། སྔོན་ཚེ་སངས་རྒྱས་ཐམས་ཅད་ཀྱི་ཐུགས་ཉམས་སུ་བཞེས་ཡག་གི་ཉམས་ལེན་གྱི་སྙིང་པོ་ཡིན་པས་སངས་རྒྱས་ཐམས་ཅད་བྱོན་ས་ཀྱི་ལམ། རྒྱ་གར་དང་བོད་ཀྱི་མཁས་གྲུབ་བས་མཁས་ཤིང་གྲུབ་པ་ཐུབ་པ་ཚང་མ་བློ་གི་པའི་ཐུགས་དམ་གྱི་མཐིལ། ཆོས་ཀྱི་རྗེ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་སྤྱོད་ཆུང་བ། འོན་ཡང་ཐུགས་ཀྱི་སྤྱོད་ཆུང་བའི་མན་ངག། ཐུགས་ལ་ཡོད་ཡག་གི་སྤྱོད་སྙིང་པོ་སྙིང་པོ་ཨ་ཡོད་ད་ཡོད་སྙིང་པོ་འདྲ་བོ་དེ་རེད་ད་ཡག་ཉིད།

རྗེ་བླ་མ་ཙོང་ཁ་པ་ཆེན་པོ་ལ་འཇམ་པའི་དབྱངས་བཅས། ལྷ་མི། གནས་གཙང་གི་ལྷ་གཉིས་བཅས། འོ་རེད་ད་དུས་སུ་ལོ་རྒྱུས་བཤད་མི་གོ། སྤྲུལ་པའི་གླེགས་བམ་གྱི་ལོ་རྒྱུས་རེ་ཟུང་ལོ་ཙུ་བཤད་མི་གོ་བྱས། ད་མང་དྲག་ཤག། ཨོ་ལོ། གྲོགས་མཆོག་ཟླ་མ་འབའ་འཛའ་ཡབ་སྲས་ཀྱིས། ཨོ། བཀའ་སྲོལ་འདི་འདི་རེད་སྲིད་བརྗོད་པ་དང་ཨེན་ས་ཉན་བརྗོད་གཉིས་ཡོང་དགོས་ཡ་སྟེ། བླ་མའི་མན་ངག་སྟེ་རྗེ་བླ་མའི་ཐུགས་ཀྱིས་ཕྱུང་བའི་མན་ངག་བུ་ལོག་ཚོ་ལ་གནང་ཡོད་ཨེ་ད་བུ་ལོག་ཚོ་གི་འཛིན་སྟངས་ཀྱི་ཁྱད་པར་བྱས་ནས། དགའ་ལྡན་ལྷ་བརྒྱ་དང་བླ་མ་མཆོད་པ་གཉིས་རེད་ད། དང་བླ་མ་མཆོད་པའི་མན་ངག་འདི་རྗེ་རིན་པོ་ཆེ་ཚང་ནི་མང་ཚོགས་ཞུ་ནས་ཉམས་ལེན་བྱེད་མཁན་གཙོ་བོ་གཙོ་བོ་དེ་ནི། མཁས་གྲུབ་རྗེ་དང་བ་སོ་ཆོས་རྗེ་རྒྱལ་མཚན། གྲོ་ཆོག། དར་མ་འབལ་རྫ། དར་མ་འབལ་རྫ། སེར་རྒྱལ་བན་ཨན་ས་བ་བློ་བཟང་དུ་ལུ་སུ་མ་བྱུང་ཡོད་རེད། བ་དེ་གོ་རྣམ་པ་ཚོ་གི་བཀའ་སུལ་རེད། བ་དེ་སྤེ་ཤུལ་བ་དང་ལྡན་པའི་སྐྱེས་བུ་སངས་རྒྱས་ཀྱི་ས་རེད་འཕྲད་པ་བྱེད་པའི་ཐབས་ཟབ་ཤོས་དེ་རེད་ད། ད་དེ་སང་ཉིན་ནས་ཡན་ལྷུན་པ་བཤད་གི་རེད་བཤད་དགོས་རེད་དེ་ཞི་དྲག་ནི་ངས་བཤད་ཐུབ་གི་མ་རེད་ད། གང་དྲན་དྲན་འདྲ་བོ་གང་ཤན་ཤན་འདྲ་བོ་ད། གང་ཡོང་ཡོང་འདྲ་བོ་ཅིག་ནི་ངས་སང་ཉིན་ནས་ཞུ་གི་ཡིན་ཏེ། ཡིན་ནའི། ངས་བཤད་པ་སྤྱི་ཁོག་མ་ཡིན་པའི་ཕྱི་འབྱུང་ཡིན་ནའི། ཆོས་ཟིན་ངས་ག་བ་ཞུ་རྒྱུ་ཡོད་ནི་ལྟ་ནི་སུ་སུས་པའི་བློ་ཁ་དུ་ཐུར་ཐུར་གཏོང་ནི་ཉམས་ལེན་དེ་ཡག་པོ་བྱེད་དགོས་གི་ཡོད་རེད།